གུང་ཁྲན་ཏང་བརྟན་བརླིང་ཡིན་མིན་ཐོག་ཏུ་བོད་པ་དང་གྲངས་ཉུང་མི་རིགས་ལ་དྲག་གནོན་བྱེད་བཞིན་ཡོད་པ་བཅས་ལ་བགྲོ་གླེང་བྱེད་ཀྱི་ཡིན། དེ་རིང་གི་བགྲོ་གླེང་ལས་རིམ་ལ་རྒྱལ་ས་ཝ་ཤིན་ཏོན་ནས་འདི་ག་པོར་ཁེ་སྡེ་ཚན་གྱི་རྩོམ་སྒྲིག་འགན་འཛིན་ཚེ་ཐན་དབང་ཕྱུག་ལགས་དང། དེ་སྔ་ནང་བཞིན་ཨ་མི་རི་ཁའི San Francisco གྲོང་ཁྱེར་ནས་དཔལ་འབྱོར་ཉམས་ཞིབ་པ་བསྟན་འཛིན་གྲྭ་ཁང་ལ་མཉམ་ཞུགས་བྱེད་ཀྱི་ཡོད། གཤམ་ལ་ཐེངས་འདིའི་གསར་འགྱུར་ལ་གཟིགས་རོགས་གནང།
ང་ཚོས་ལས་རིམ་ཟིན་མཁན་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་དེ་རིང་གསར་འགྱུར་ཕྱུག་བསྒྲིགས་བྱེད་པའི་ལས་རིམ་འདི་ནང་ལ། བོད་ཀྱི་ནང་ལ་བསྐྱར་དུ་རང་ལུས་མེར་སྲེག་བཏང་སྟེ་བོད་དོན་ཞུ་འབོད་གནང་བའི་གནས་ཚུལ་ཐོན་ཡོད་པ་དང། བཙན་བྱོལ་བོད་མིའི་བཀའ་ཤག་དང་གྲོས་ཚོགས་ཟུང་འབྲེལ་གྱིས་དབུ་ཁྲིད་ཀྱི་འོག་ལ་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་ཞིག་སྤེལ་ཡོད་པའི་སྐོར་དང། བོད་ཀྱི་བླ་ན་མེད་པ་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་མང་ཚོགས་སྟོང་ཚོ་བརྒལ་བར་ཆོས་འབྲེལ་གནང་བའི་གནས་ཚུལ་དང་དེ་མིན་གྱི་གནས་ཚུལ་གཞན་ཁག་ཅིག་ཞུ་རྒྱུ་ཡོད་པའི་རྣམ་པ་ཚོས་རིམ་པས་གསན་རོགས་གནང། དེ་རིང་ང་ཚོས་གནས་ཚུལ་གལ་ཆེ་ཤོས་སུ་གནས་ཚུལ་འབྱུང་ཁུངས་ཁག་ནས་ཤེས་གསལ་ལྟར་གྷལ་ས་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་ལྔའི་ཉིན་མོ་བོད་མདོ་ཁམས་ཀྱི་དཀར་མཛེས་དགོན་པའི་དགེ་འདུན་པ་ཟླ་བ་ཚེ་རིང་གིས་རང་ལུས་མེར་བསྲེགས་བཏང་སྟེ་བོད་མི་རེ་ལྟོས་ཤུན་འབོད་གནང་ཡོད་འདུག་འདི་གར་གནས་ཚུལ་འབྱོར་གསལ་ཁག་ལ་གཞིགས་ན་ཁལ་ས་ཁམས་དཀར་མཛེས་དགོན་པའི་རྒྱུན་སྲོལ་གྱི་གུ་དོར་མཁར་འབྱམས་ཀྱི་ཚོགས་ཚོམས་ཐོག་ལ་དགེ་འདུན་པ་ཟླ་བ་ཚེ་རིང་གིས་གློ་བུར་དུ་རང་གི་སྐུ་ལུས་ལ་མེ་ལྕེ་འབར་བཞིན་དུ་བོད་ཀྱི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕ་ཡུལ་དུ་གདན་འདྲེན་ཞུས་འཁོད་བོད་ལ་རང་དབང་འཁོད་གཞིས་བྱེས་བོད་མི་མཉམ་འཛོམས་ཡོང་པའི་རེ་བ་སོགས་ཀྱི་འབོད་སྐུལ་གནང་ཡོད་པ་རེད། འདི་གར་གནས་ཚུལ་འབྱོར་གསལ་ལྟར་དཔྱད་པ་ཡིན་ན་སྐུ་ཞབས་ཟླ་བ་ཚེ་རིང་ལགས་ཀྱིས་རང་ལུས་མེར་སྲེག་སྤར་ཏེ་ངོ་རྒོལ་སྐད་འབོད་བྱེད་བཞིན་པའི་སྐབས་འདིར་མཐའ་འཁོར་དུ་རྒྱ་མིའི་དྲག་ཆས་ཉེན་རྟོག་པ་ཧ་ཅང་མང་པོ་ཞིག་འཕྲལ་དུ་འགྲེམས་འཇོག་བྱས་པ་དེ་དག་གིས་ཁོང་སྨན་ཁང་དུ་བཙན་ཁྲིད་བྱེད་ཐབས་བྱས་ཡོད་ཀྱང་ཁོང་གིས་གོན་པའི་གྲྭ་མང་ཚོ་ལ་ཁོང་རང་སྨན་བཅོས་ཀྱི་ཆེད་དུ་ཁྲིད་མ་བཅུག་རོགས་ཞེས་ཞུ་འབོད་བྱས་པའི་གནས་ཚུལ་ཐོན། ཞྭ་སྟག་ན་ཞིག་གནས་ཚུལ་དུ་འབྱོར་བའི་མཚམས་འདི་ལ་ཁོང་ད་ལྟ་ཤི་གསོན་བྱེད་ཡིན་དགོས་གནས་ཚུལ་ཁ་གསལ་མེད་པ་མ་ཟད། དཀར་མཛེས་དགོན་པའི་ས་ཁུལ་ཡོངས་ཀྱི་ནང་ལ་རྫ་བྲག་གནས་སྟངས་ཤིག་ཡོད་པའི་གནས་ཚུལ་ཐོན། ཞྭ། ཡང་དེའི་སྔོན་དུ་དེང་སྐབས་བོད་ཀྱི་ནང་ལ་བོད་མི་རྣམས་འུ་ཐུག་ཐབས་ཟད་ཀྱི་རྫ་དྲག་གནས་སྟངས་ཤིག་གི་འོག་ལ་བོད་མི་མང་པོས་རང་ལུས་མེར་སྲེག་བཏང་སྟེ་རྒྱ་ནག་གཞུང་གིས་བོད་མིའི་ཐོག་འཛིན་བཞིན་པའི་སྲིད་བྱུས་དེ་ལ་ངོ་རྒོལ་སྐད་འབོད་བྱེད་བཞིན་པའི་གནས་ཚུལ་རིམ་པ་ཐོན་བཞིན་པའི་སྐབས་འདིར་ལ་འཛམ་གླིང་ཕྱི་ཕྱོགས་སུ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཟུང་འབྲེལ་གྱི་དབུ་ཁྲིད་འོག་ལ་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་ལ་ཉིན་མོ་གསུམ་གྱི་རིང། བོད་མི་དང་བོད་དོན་རྒྱབ་སྐྱོར་བ་སྟོང་ཕྲག་མང་པོས་གཞིས་བཞུགས་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་དང་འཛམ་གླིང་ཕྱི་ཕྱོགས་སུ་བོད་དོན་དྲིལ་བསྒྲགས་ཀྱི་གཞུང་འབྲེལ་གྱི་ལས་འགུལ་ཧ་ཅང་རྒྱ་ཆེན་པོ་ཞིག་གོ་སྒྲིག་གནང་ཡོད་པ་རེད། ད་རེས་ཉེ་ཆར་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་དང་སྤྱི་འཐུས་ལྷན་ཚོགས་ཟུང་འབྲེལ་གྱིས་སྣེ་གཅིག་ཧོར་ལ་བོད་མི་ཡོངས་རྫོགས་ལས་དབང་གཅིག་དང་སྐྱིད་སྡུག་མཉམ་མྱོང་མཚོན་ཆེད་གཞུང་འབྲེལ་གྱི་ཐོག་ནས་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་གཞི་རྒྱ་ཆེ་ཤོས་ཤིག་སྤེལ་ཡོད་པ་འདིས་དེང་སྐབས་བོད་ཀྱི་ནང་ལ་གནས་སྟངས་འུ་ཐུག་ཐབས་ཟད་རྫ་དྲག་ཅན་ཞིག་ཏུ་གྱུར་ཡོད་པ་དེ་རྒྱལ་སྤྱིའི་མིག་སྔར་གསལ་སྟོན་བྱེད་རྒྱུར་འབད་བརྩོན་གསར་སྐྱེས་གནང་བཞིན་པའི་གནས་སྟངས་ཤིག་ཀྱང་མཚོན་གྱི་ཡོད་པ་རེད། དེ་ཡང་འདི་ལོའི་ནང་ལ་གཙོ་བོ་བོད་ཤར་ཕྱོགས་ཁུལ་དུ་དེ་རིང་གི་གནས་ཚུལ་དེ་ཐེ་བའི་བོད་མི་བཅུ་ཡིས་བོད་མི་མང་ལ་རང་དབང་དགོས། གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལ་གདན་འདྲེན་ཞུ་དགོས་སོགས་ཞུ་འབོད་བྱེད་བཞིན་དུ་རང་ལུས་མེར་སྲེག་བཏང་སྟེ་བོད་མིའི་ཐོག་ལ་རྒྱ་ནག་གཞུང་གིས་འཛིན་བཞིན་པའི་སྲིད་བྱུས་དེ་ལ་ངོ་རྒོལ་བྱས་ཡོད་པ་རེད། བོད་མི་དེ་དག་གི་ནང་ནས་ལྔ་འདས་གྲོངས་སུ་ཕྱིན་ཟིན་པ་དང། ལྔ་ཡི་གནས་སྟངས་དང་ད་ལྟ་གང་དུ་ཡོད་མེད་སོགས་ཀྱི་གནས་ཚུལ་ཁ་གསལ་ཞིག་ཤེས་རྟོགས་མེད་པར་གནས་མུས་ཡིན་པ་རེད། དེ་ཡང་ཨེ་ཕི་གསར་ཁང་ལ་ལག་སོན་བྱུང་བའི་དངོས་བྱུང་གནས་ཚུལ་འདིའི་བརྙན་པར་ཞིག་རྒྱང་བསྲིངས་བྱས་པ་འདི་ཡིས་བོད་མིའི་ཐོག་རྫ་དྲག་གི་གནས་སྟངས་ཤིག་གསལ་སྟོན་བྱེད་ཀྱི་ཡོད་པས་བརྙན་པར་འདི་ནི་ཧ་ཅང་ཡ་ང་བ་དང་ཡིད་སྐྱོ་བ། བལྟ་བར་མི་བཟོད་པ་ལྟ་བུ་ཞིག་འདུག་པས།

དེར་བརྟེན་ད་རེས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བཀོད་ཁྱབ་སྣེ་ཁྲིད་འོག་ལ། ཕྱི་ཚེས་བཅུ་དགུའི་ཉིན་མོ་གཙོ་བོ་བཞུགས་སྒར་དུ་བོད་ཀྱི་དབུ་ཁྲིད་སྤྱི་ནོར ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཀྱི་ཐོག་བོད་ཀྱི་ནང་ལ་བོད་མིའི་རང་དབང་གི་ལས་ཚེ་སྲོག་ཤོར་བ་རྣམས་ཀྱི་ཆེད་དུ་ཐུགས་སྨོན་དང་གསོལ་འདེབས་མཆོད་འབུལ་གྱི་དམིགས་བསལ་མཛད་སྒོ་ཞིག་གོ་སྒྲིག་གནང་ཡོད་པ་རེད། དེ་བཞིན་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་ལ་ད་རེས་བཀའ་སྤྱི་ཟུང་འབྲེལ་གྱི་སྣེ་ཁྲིད་འོག་ལ། རྒྱ་གར་དང་བལ་ཡུལ་འབྲུག་ཡུལ་སོགས་ཕྱོགས་གང་ས་ནས་བོད་མི་སྟོང་ཕྲག་བཞི་མིན་ཙམ་ཞིག་འདུ་འཛོམས་གནང་སྟེ། ཕྱི་ཚེས་བཅུར་དགུན་ཉིན་མོ་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་ལ་རྒྱ་གར་གྱི་རང་བཙན་འཐབ་རྩོད་ལས་འགུལ་གྱི་རླབས་ཆེན་དབུ་ཁྲིད་དམ་པ་མ་ཧཱ་ཏྨ་གཱན་དྷི་དམ་པ་དེ་ཉིད་ཀྱིས། ཏུང་ཏན་ཐང་གཞུང་དུ་རྒྱ་གར་གྱི་ཆོས་ལུགས་ཁག་དང་བོད་ཀྱི་དགེ་འདུན་པ་བཅས་སྨོན་ལམ་གསུང་འདོན་གྱི་མཛད་སྒོ་གྲུབ་པའི་རྗེས་སུ། བོད་མི་སེར་སྐྱ་སྟོང་ཕྲག་མང་པོས་ཞི་བའི་གོམ་བགྲོད་གནང་ཡོད་པ་རེད། ད་རེས་རྒྱལ་ས་ལྡི་ལི་གསར་པའི་ནང་ལ་གཞུང་འབྲེལ་གྱི་ལས་འགུལ་འདི་སྤེལ་བཞིན་པ་དང་དུས་མཉམ་དུ་རྒྱ་གར་ལྷོ་ཕྱོགས་སུ་སྦེ་ལ་གུ་བི་དང་ཧུན་ཚུར། Mongol། སོགས་བོད་མིའི་གཞིས་ཆགས་ཁག་ཏུ་ཡང་ཆོས་སྡེ་ཁག་གཙོས་པའི་སེར་སྐྱ་མི་མང་ཁྲི་ཚོ་བརྒལ་བ་ཞིག་གིས་བསྔོ་སྨོན་གསོལ་འདེབས་དང་ཟས་བཅད་བསྙུང་གནས་ཞི་བའི་གོམ་བགྲོད་དང། མཆོད་འབུལ་དེ་བཞིན་མར་མེ་ཁྲོམ་སྐོར་སོགས་ཀྱི་ལས་འགུལ་རྒྱ་ཆེ་སྤེལ་གནང་ཡོད་པ་རེད། མཐའ་དོན་དུ་ད་རེས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ལ་བཙན་བྱོལ་བོད་གཞུང་སྒྲིག་འཛུགས་ཀྱི་བཀའ་སྤྱི་ཟུང་འབྲེལ་གྱི་ཐོག་ནས་བཙན་བྱོལ་བོད་མི་རྣམས་ཀྱིས་བོད་ཀྱི་ནང་ལ་བོད་མི་རྣམས་ཀྱིས་རང་ལུས་མེར་སྲེག་གཏོང་དགོས་པའི་འུ་ཐུག་ཐབས་ཟད་ཀྱི་གནས་སྟངས་ཤིག་ཡོད་བཞིན་པ་དེས་འཛམ་གླིང་སྤྱི་ཚོགས་ཀྱི་ངོས་འཛིན་དང་ཤེས་ཚོར་རྒྱབ་སྐྱོར་ཞུ་སྐུལ་གྱི་ཆེད་དུ་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་ལ་གནས་ཚུལ་གསལ་བསྒྲགས་དང་ཕྱི་རྒྱལ་གཞུང་ཚབ་ཁག་དང། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་གནས་ཚུལ་སྙན་སེང་ཞུས་པ་སོགས་གོ་སྒྲིག་འཆར་གཞི་ལྡན་པའི་ལས་འགུལ་གཞི་རྒྱ་ཆེ་ཤོས་ཤིག་སྤེལ་ཏེ་ཕྱི་ཚེས་ཉི་ཤུ་གཅིག་གི་ཉིན་མོར་ལས་གཞི་མཇུག་སྒྲིལ་གནང་ཡོད་ཀྱང་རིང་མིན་ཟླ་བ་རྗེས་མའི་ནང་ལ་ཡང་བསྐྱར་དུ་བོད་དོན་སླད་རྒྱལ་སྤྱིའི་ལས་འགུལ་གཞི་རྒྱ་ཆེ་བ་ཞིག་སྤེལ་འཆར་ཡོད་པ་རེད། དེ་དང་ཆབས་ཅིག་ད་རེས་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་ལ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བཀའ་སྤྱི་གསུང་འཕྲིན་གྱི་དབུ་ཁྲིད་འོག་ལ་ལས་འགུལ་འདི་སྤེལ་བཞིན་པ་དང་དུས་མཉམ་དུ་ཡུ་རོབ་དང་ཨ་མི་རི་ཀ་ད་ག་ནང་བཞིན་ཨེ་ཤི་ཡའི་རྒྱལ་ཁབ་གཞན་ཁག་གི་ནང་ལ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་བོད་ཀྱི་ནང་འབྱུང་བཞིན་པའི་རྫས་ཁྲག་གི་གནས་ཚུལ་དེ་དག་གི་ཐོག་ལ་བློ་འཚབ་ཆེན་པོ་བྱེད་བཞིན་འདུག་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་རྒྱ་ཆེ་ཞིག་སྤེལ་བཞིན་པའི་སྐོར་ལ་བསོད་ནམས་དབྱངས་འཛོམས་ལགས་ནས་གནས་ཚུལ་ཆུང་འདྲིས་ནག་པོ་ཞིག་གཟིགས་རོགས་གནང།
མཉམ་འབྲེལ་རྒྱལ་ཚོགས་བཙུགས་པའི་ཉིན་མོའི་ཉིན་གཅིག་གི་སྔོན་ལ་སུད་ནང་གི་བོད་མི་ཚོས་རྒྱལ་སྤྱིའི་སྒྲིག་འཛུགས་དེ་ཡིས་བོད་ཀྱི་དཀའ་ངལ་ཐད་འགན་ཁུར་དྲན་སྐུལ་གནང་བ་དང་ཆབས་ཅིག་ཏུ། རྒྱ་ནག་གཞུང་གིས་སྦས་གསང་བྱས་པའི་བོད་ཀྱི་དངོས་ཡོད་གནས་སྟངས་མིག་མཐོང་ལག་ཟིན་གྱི་ཐོག་ནས་ར་སྤྲོད་བྱས་ཡོད། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་བཙུགས་པའི་དམིགས་ཡུལ་ཡོངས་ཁྱབ་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱ་རྒྱུ་ནི། བོད་མི་ཚོའི་དགེ་འདུན་དང་ཐད་ཀར་འབྲེལ་བ་ཡོད་པ་ཞིག་ཡིན་ཞིང། དེ་ཡང Swiss དང Liechtenstein བོད་མི་སྟོང་ཕྲག་གཅིག་ལྷག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་མདུན་དུ་བོད་ནང་དམ་དྲག་ཆེ་བའི་གནས་སྟངས་ལ་རྒྱལ་སྤྱི་ནས་དོ་སྣང་བྱ་དགོས་པའི་འབོད་སྐུལ་ཤུགས་ཆེ་བྱས་ཡོད། ཕྱི་རྒྱལ་དུ་ཡོད་པའི་བོད་མི་ཚོས་བོད་ནང་རང་ལུས་མེར་སྲེག་བཏང་མཁན་གྱི་པར་དང་རི་མོ་ཡོད་པའི་འཕྲེད་དར་འཁྱེར་ཏེ་འདས་པའི་གཟའ་ཉི་མའི་ཉིན་རྒྱལ་ཚོགས་ཀྱི་ལས་ཁུངས་ཀྱི་མདུན་དུ་འདུ་འཛོམས་བྱས་པ་རེད། ད་དུང་མྱ་ངན་མཚོན་ཆེད་རས་དཀར་པོ་གཡོགས་པའི་ཕུང་པོའི་སྒམ་ལྔ་འཁྱེར་བ་དང་ཡང་ཁག་ཅིག་གིས་རང་ལུས་མེར་སྲེག་བཏང་སྟེ་མཚན་ལྟས་སུ་གྱུར་མཁན་ཚོའི་རི་མོ་གསེར་སྒང་ལ་ས་སྨྱུག་གི་ཐོག་བྲིས་ཡོད། ས་སྨྱུག་བེད་སྤྱོད་བཏང་སྟེ་རང་ལུས་མེར་བསྲེགས་བཏང་མཁན་ཚོ་ས་ཐོག་ཏུ་འཁྲིད་རྒྱུ་དེ་རི་མོའི་ལམ་ནས་གནས་ཚུལ་སྤེལ་རྒྱུའི་ལས་འགུལ་གསར་བ་ཞིག་སུད་རང་ནས་ངེད་ཅག་རང་དར་ཁྱབ་བྱུང་བ་ཞིག་ཡིན་ཞིང། སུད་རུ་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྐབས་བོད་མི་མང་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་ལགས་མཉམ་ཞུགས་གནང་བ་དང། ཁོང་གིས་རྒྱལ་ཚོགས་ནས་རྔ་པ་ཀིརྟི་དགོན་པའི་གནས་སྟངས་ཞིབ་འཇུག་བྱེད་རྒྱུར་རྟོག་ཞིབ་བྱེད་མཁན་རུ་ཁག་ཞིག་གཏོང་དགོས་པ་ཡིན་ཅེས་གསུངས་ཡོད། སུད་སི་རུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་ཆེ་ཤོས་ཨང་གཉིས་པའི་མདུན་དུ་བོད་མི་མང་པོས་འདས་པའི་ལོ་བཞི་བཅུ་ལྷག་གི་རིང་བོད་དོན་ཐད་རེ་སྐུལ་མང་པོ་ཞུ་དང་ཞུ་བཞིན་པ་རེད། དེ་བཞིན་གཟའ་ཟླ་བའི་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་ཨ་མའི་མདུན་དུ་བོད་མི་སྟོང་ཕྲག་བརྒལ་བས་ཁྲོམ་སྐོར་དང་བོད་ནང་དམ་དྲག་ཕྱིར་འཐེན་དགོས་པའི་དགོས་འདུན་བཏོན་ཡོད། ནེའུ་ཡོག་གི་བོད་མིའི་འདུ་འཛོམས་འདི་ལྟ་བུའི་བརྒྱུད་བོད་མི་ཚོས་རྒྱལ་ཚོགས་ཀྱིས་བོད་ཀྱི་གནད་དོན་ལ་གཟིགས་ཞིབ་དགོས་པའི་དྲན་སྐུལ་ཞུས་པ་དང་རང་དབང་ཆེད་སྐུ་ལུས་མེ་བསྲེགས་བཏང་མཁན་ཚོར་བསྔོ་སྨོན་གསུངས་ཡོད་པ་རེད། དེ་བཞིན་བདུན་ཕྲག་སྔོན་མའི་གཟའ་ལྷག་པའི་ཉིན་རྒྱ་ནག་སྐམ་སའི་འཁྲིས་ལ་ཡོད་པའི་ཐེ་ཝན་མཚོ་གླིང་དུ་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་ཉིན་གཅིག་གི་ལས་འགུལ་དེ་སྤེལ་ཡོད། ཐེ་ཝན་དུ་བསྔོ་སྨོན་དང་ཟས་བཅད་བསྙུང་གནས་ཞུ་མཁན་གྲས་གཅིག་ནི་ཐེ་ཝན་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་རྒྱ་རིགས་ཡོ་ཤི་ཡི་རེད། ངའི་བསམ་པར་བོད་པ་ཚོ་ནི་ཐེ་ཝན་བ་ཚོའི་གྲོགས་པོ་རེད། ཕྱོགས་ག་ཤེད་ནས་བལྟས་པ་ཡིན་ན་ང་ཚོ་ཚང་མ་རྒྱ་ནག་གི་དབང་ཆ་གཅིག་སྡུད་རིང་ལུགས་འོག་དཀའ་སྡུག་མྱངས་མཁན་ཡིན་པ་གཅིག་པུ་རེད། བྱས་ཙང་གྲོགས་པོ་ཞིག་ཡིན་པའི་ཆ་ནས་བོད་ནང་རང་དབང་ཆེད་བློས་བཏང་མཁན་ཚོར་ང་ཚོས་རྒྱབ་སྐྱོར་བྱེད་དགོས་པ་ཞིག་རེད། འགྲོ་བ་མིའི་ཐོབ་ཐང་གི་ཐད་རྒྱ་ནག་གཞུང་གིས་བོད་ནང་དམ་དྲག་ཆེན་པོ་བྱེད་ཀྱི་ཡོད་ཀྱང་བོད་ནང་ཐོབ་ཐང་རྡོག་རོལ་གྱི་གནས་ཚུལ་མིག་དངོས་སུ་མཐོང་མཁན་ཁག་ཅིག་གིས་གནས་ཚུལ་མཁོ་སྤྲོད་བྱས་པའི་བརྒྱུད་བོད་ཀྱི་མུན་ནག་གི་ཕྱོགས་ངོས་དེ་འཛམ་བུ་གླིང་ལ་ཁྱབ་ཀྱི་ཡོད་པས་བོད་མི་ཚོ་ལ་དངོས་ཡོད་གནས་སྟངས་གདོང་ལེན་བྱེད་རྒྱུར་ཐབས་ཤེས་འདྲ་ག་རེ་གཏོང་རྒྱུ་ཡོད་མེད་བསམ་བློ་གཏོང་དགོས་པ་བཟོས་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་ཐེག་ཆེན་ཆོས་ལུགས་གཙུག་ལག་ཁང་དུ་ཀོ་རི་ཡའི་ནང་པ་གཙོ་བོར་གྱུར་པའི་དད་ལྡན་མང་ཚོགས་ལ་རྗེ་བཙོན་སྒར་བ་ཆེན་པོས་མཛད་པའི་ལམ་རིམ་ཆེན་མོའི་གཞུང་ནས་ཞི་གནས་ལྷག་མཐོང་གི་གསུང་ཆོས་བཀའ་དྲིན་སྩལ་བའི་སྔོན་འགྲོའི་བཀའ་སློབ་ཀྱི་ནང་ལ། སྤྱིར་བཏང་འཛམ་གླིང་གི་ནང་ལ་ཆོས་ལུགས་འདྲ་མིན་ཧ་ཅང་མང་པོ་ཞིག་ཡོད་ཀྱང་བྱམས་བརྩེ་དང་ཡ་རབས་བཟང་སྤྱོད་ཀྱི་བསླབ་བྱ་དེ་ནི་འཇིག་རྟེན་ཀུན་ཁྱབ་ཡིན་པས་ཆོས་བརྒྱུད་སོ་སོའི་བསླབ་བྱ་དེ་དག་རྒྱུན་ལྡན་མི་ཚེའི་ནང་ལ་ལག་ལེན་བསྟར་ཐབས་བྱེད་དགོས་པའི་བླང་དོར་གྱི་བཀའ་སློབ་གནང་ཡོད་པ་རེད། དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཝུན་སྐྱབས་མགོན་ཆེན་པོ་མཆོག་གིས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཐེངས་འདིར་གདུལ་བྱའི་གཙོ་བོར་གྱུར་པ་བཀུར་དབྱེ་ནང་པ་ཚོ་དང་དེ་མིན་ཕྱི་རྒྱལ་གྱི་མི་རིགས་གཞན་དང་བོད་མི་བཅས་སྟོང་ཚོ་བརྒལ་བ་ཞིག་ལ་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་ལྔའི་བར་ཉིན་མོ་གསུམ་གྱི་རིང་ལ་རྗེ་བཙོང་དགའ་བ་ཆེན་པོས་མཛད་པའི་ལམ་རིམ་ཆེན་པོའི་གཞུང་ལས་གཞི་གནས་དང་ལྷག་མཐོང་གི་གསུང་ཆོས་བཀའ་དྲིན་མཛད་ན་མཛད་འོས་པ་རེད།

ད་དེ་འདྲ་ཅིག་ད་ག་འདྲ་ཆོས་ཚུལ་ཅིག་ཡིན་པ་རེད། ཡང་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་སྤྱིར་བཏང། འཇིག་རྟེན་འདིའི་ནང་ལ་ཆོས་ལུགས་གྲུབ་མཐའ་མང་པོ་ཞིག་ཡོད་ཀྱང་ཕན་ཚུན་མཐུན་སྒྲིལ་དང་གུས་བཀུར་གྱི་ཐོག་ནས་འགྲོ་བ་མིའི་ཕན་བདེ་སྒྲུབ་ཐབས་ཀྱི་ཐོག་ལ་བརྩོན་དགོས་པའི་བཀའ་སློབ་གནང་ཡོད་པ་རེད། ས་དེ་འདྲ་ཡིན་དུས་ཚར་ནས་ངས་ནམ་རྒྱུན་རྟག་པར་བཤད་བསྡད་ཀྱི་ཡོད་ད་ང་ཚོ་ཆོས་བརྒྱུད་ཚང་མ་ལོག་ལེ་ཡ། གུས་པ་བྱས་ཏེ་བྱ་སྐད་ཆེན་པོར་གདའ། སོ་སོའི་དད་པ་བྱེད་ས་དེ་སོ་སོའི་ཆོས་བརྒྱུད་དུ་བྱས། གུས་པ་བྱས་ཏེ་ཆོས་བརྒྱུད་ཚང་མ་ལ་གུས་པ་བྱེད་དགོས་པ་དེ་གལ་ཆེན་པོ་འདུག་ཟེར་ནས་དེ་འདྲ་ནམ་རྒྱུན་ད་བཤད་བསྡད་ཀྱི་ཡོད། ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་གིས་ད་རེས་ཀྱི་ཆོས་འབྲེལ་འདིའི་སྐབས་སུ་ཕྱི་རྒྱལ་གྱི་ཡུལ་གྲུ་དྲུག་ཅུ་མིན་ཙམ་ནས་ཆོས་ཞུ་བ་ཚོ་དང་དེ་བཞིན་བོད་མི་ཆེས་དད་ལྡན་ཆོས་ཞུ་བ་སྟོང་ཕྲག་ལྔ་ལྷག་ཙམ་ཞིག་ལ་ཆོས་འབྲེལ་གནང་བ་འདིས། གདུལ་བྱ་སོ་སོའི་ཁམས་དང་མོས་པར་མཐུན་པའི་ཕན་རླབས་ཆེན་པོ་འབྱུང་བཞིན་པ་ལྟར།

དེ་ནས་ཁོང་སྐྱབས་མགོན་ཆེན་པོ་མཆོག་གི་མཆོད་འབྲེལ་དེ་ཉིན་མཐའ་མ་དེར་སྐལ་ལྡན་ཆོས་ཞུ་བ་ཚོར་ཐུགས་རྗེ་ཆེན་པོས་བཀའ་དབང་སྩལ་གནང་སྟེ་སྐལ་ལྡན་གདུལ་བྱ་ཡོངས་ཀྱི་རྒྱུན་གཏན་མི་ཚེའི་ནང་ལ་སེམས་བཟང་གཞན་ཕན་གྱི་སེམས་བསྐྱེད་ཀྱི་ཐོག་ནས་རྣམ་དཀར་མཁས་གྲུབ་ཀྱི་ཐོག་ལ་འབད་བརྩོན་བྱེད་དགོས་པའི་བཀའ་སློབ་ཀྱི་ཐོག་ནས་ད་རེས་ཉི་མ་གསུམ་གྱི་མཆོད་འབྲེལ་འདི་རེ་ཞིག་མཇུག་སྒྲིལ་གནང་ཡོད་པ་རེད།

གཞུང་འབྲེལ་གཟིགས་སྐོར་དུ་ཕེབས་པའི་སྐབས་དེར་ཨ་མི་རི་ཀའི་སྲིད་བྱུས་གསལ་བཤད་གནང་སྟེ། ཨ་མི་རི་ཀས་ཨི་རག་ནས་དཔུང་དམག་ཕྱིར་འཐེན་བྱས་པའི་རྗེས་སུ་ཡང་ཨ་མི་རི་ཀ་དང་ཨི་རག་གི་དབར་ལ་འབྲེལ་ལམ་གྱི་དུས་རིམ་གསར་པ་ཞིག་མགོ་འཛུགས་བྱེད་ཀྱི་རེད་ཅེས་གསུངས་ཡོད་པ་རེད། ཨི་རག་གཞུང་གི་འབོད་སྐུལ་ལྟར། འབྱུང་འགྱུར་ཨི་རག་གི་ནང་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ཁང་གི་བདེ་སྲུང་དཔུང་སྡེའི་ཆ་ཤས་ལ་ཨ་མི་རི་ཀའི་དམག་མིའི་གྲངས་འབོར་གང་འཚམས་ཤིག་མུ་མཐུད་གནས་སྡོད་བྱེད་ཀྱི་ཡོད་པ་འདི་ནི་འཛམ་གླིང་ཡོངས་ཁྱབ་ཀྱི་ནང་ལ་ཨ་མི་རི་ཀའི་གཞུང་ཚབ་ཁང་གཞན་དང་འདྲ་མཚུངས་རེད། འོན་ཀྱང་ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་འགྲན་ཞུགས་བྱེད་མཁན་གྲོས་ཚོགས་འཐུས་མི་འགའ་ཞིག་གིས། ཨི་རག་འདི་བཞིན་བདེ་འཇགས་ཀྱི་ཐད་ལ་ད་ལྟ་རང་རྐྱ་འཕེར་བ་ཞིག་མེད་པར་བརྟེན་ཨ་མི་རི་ཀའི་དཔུང་དམག་ཕྱིར་འཐེན་བྱེད་རྒྱུ་དེ་སྔ་དྲགས་པ་རེད་ཅེས་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད། དེ་ལྟར་ན་ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཇམ་ཁཱན་ཆིན་གྱིས་ཨ་མི་རི་ཀས་ཨི་རག་བློས་གཏོང་བྱས་མེད་ཅེས་དང། ཨི་རག་དང་མངའ་ཁུལ་འདིའི་རྒྱལ་ཁབ་རྣམས་དམངས་གཙོའི་ལམ་ལུགས་ཀྱི་ཐོག་ལ་མདུན་སྐྱོད་བྱེད་རྒྱུར་མངའ་ཁུལ་འདི་ཡོངས་ཀྱི་ནང་ལ་ཨ་མི་རི་ཀའི་དྲག་ཤུགས་མུ་མཐུད་གནས་ཀྱི་རེད་ཅེས་ཉོ་ཚོང་གནང་ཡོད་པ་རེད། འབྲུག་ཡུལ་གྱི་རྒྱལ་པོ་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་དང་རྒྱལ་མོ་རྗེ་བཙུན་པདྨ་མཆོག་བསྟན་བཤེས་རྣམ་གཉིས་ཉེ་ཆར་ཕྱི་ཚེས་ཉི་ཤུ་བཞིའི་ཉིན་མོ་རྒྱ་གར་གྱི་ནཱ་ལ་གཟིགས་སྐོར་དུ་ཕེབས་འབྱོར་ཐོག་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ལ་སྲིད་འཛིན་ཕོ་བྲང་གི་མདུན་དུ་གཞུང་འབྲེལ་མཛད་སྒོ་གཟབ་རྒྱས་ཤིག་གི་ཐོག་ནས་ཕེབས་བསུ་ཞུས་ཡོད་པ་རེད། འབྲུག་ཡུལ་གྱི་རྒྱལ་པོ་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་ཉེ་ཆར་སྙིང་ཁྲིད་གནང་བའི་རྗེས་སུ་རྒྱ་གར་གྱི་ནང་ལ་སྲིད་འགོ་ཐོག་མར་འདིའི་སྐབས་འདིར་རྒྱ་གར་གྱི་སྲིད་འཛིན་ལྕམ Pratibha Patil དང་སྲིད་བློན་སྐུ་ཞབས Manmohan Singh མཆོག་རྣམ་གཉིས་ཀྱིས་ཕེབས་བསུ་ཞུས་ཡོད་པ་རེད། ཉིས་སྟོང་བརྒྱད་ཀྱི་ལོ་ལ་ཡབ་རྒྱལ་པོ་འཇིགས་མེད་སེང་གེ་དབང་ཕྱུག་མཆོག་གིས་འབྲུག་ཡུལ་གྱི་ནང་ལ་དམངས་གཙོའི་ལམ་ལུགས་དར་སྤེལ་གཏོང་རྒྱུའི་ཆེད་དུ་སྲས་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་རྒྱལ་སྲིད་ལ་མངའ་གསོལ་ཞུས་ཡོད་པ་རེད། འདུག་རྒྱལ་པོ་མཆོག་གིས་ད་རེས་རྒྱ་གར་གྱི་ནང་སྲིད་སྐོར་དུ་ཕེབས་པའི་རྗེས་སུ་རྒྱ་གར་གྱི་སྲིད་བློན་སྐུ་ཞབས་མཱན་མོཧན་སིང་མཆོག་དང། ནང་སྲིད་བློན་ཆེན་སྐུ་ཞབས་བྷི་ཆི་དམ་པ་རམ་དང། དེ་བཞིན་གྲོས་ཚོགས་ཀྱི་འཐུས་མི་ཁག་སོགས་རྒྱ་གར་གྱི་གཞུང་འབྲེལ་གནད་ཡོད་མི་སྣ་ཁག་དང་མཇལ་འཕྲད་གནང་སྟེ་རྒྱལ་ཁབ་གཉིས་ཀྱི་མཛའ་འབྲེལ་གོང་འཕེལ་སོགས་ཀྱི་གནད་དོན་གལ་ཆེ་ཁག་གི་ཐོག་ལ་བཀའ་མོལ་གནང་ཡོད་པ་རེད། བོད་དང། རྒྱ་གར་ཡུལ་གཉིས་ཀྱི་དཀྱིལ་དུ་ཆགས་པའི་རྒྱལ་ཁམས་འབྲུག་ཡུལ་འདི་ནས་གནའ་རབས་ཀྱི་དུས་ནས་ཆོས་དང་རིག་གཞུང། རྒྱལ་རབས་ལོ་རྒྱུས་དང་མི་རིགས་ཀྱི་ངོ་བོ་བཅས་ཀྱི་ཐོག་ནས་བོད་ཆོས་ལྡན་ཞིང་ཁམས་དང་དམིགས་བསལ་གྱི་འབྲེལ་བ་ཡོད་པ་ཞིག་ཡིན་པ་དང། མི་འབོར། གྲུང་འབུམ་སུམ་ཁྲི་ལྔ་སྟོང་ལྷག་ཙམ་ཡོད་པའི་རྒྱལ་ཁབ་འདི་ཡི། ཆབ་འབངས་མི་སེར་གྱི་སེམས་ཀྱི་བདེ་སྐྱིད་དེ་ནི་ཕྱི་དངོས་པོའི་ཕན་བདེ་དང་གལ་འགངས་འདྲ་མཉམ་ཡིན་པའི་ཚད་འཛིན་གྱི་སྲིད་ཇུས་འདིའི་ཐོག་ནས་དམངས་གཙོའི་ལམ་ལུགས་ཤིག་གི་འོག་ཆབ་འབངས་མི་སེར་འཛིན་སྐྱོང་གནང་དགོས་པ་རེད། དེ་དང་ཆབས་ཅིག་ང་ཚོའི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་འདི་ཉིན་རེར་ཞུས་ཟིན་པ་ཡིན། ང་ཚོས་ཉིན་རེའི་གསར་འགྱུར་ཁག་སྔར་གོང་གི་རླུང་འཕྲིན་ལས་རིམ་ཁག་ནང་གསན་རོགས་གནང། ཡང་ང་ཚོའི་དྲ་རྒྱའི་ཁ་བྱང་གི་ཐོག་ལ་ཀུན་གླེང་གི་བརྙན་འཕྲིན་དང་རླུང་འཕྲིན་གྱི་ལས་རིམ་ཁག་གཟིགས་རྒྱུ་དང་གསན་རྒྱུ་ཡོད་པས་རྣམ་པ་ཚོས་གསན་ཞིབ་གནང་བའི་རེ་བ་ཡོད། ང་ཚོའི་དྲ་རྒྱའི་ཁ་བྱང་དེ་ནི www. voatibetan. com བཅས་ཡིན་པས་ཚེ་ལོས་ཁོང་ཅག་ནག་རོག་གནང། ང་ཚོའི་ལས་རིམ་སེམས་པ་ཐུགས་རྗེ་ཆེ། བཀྲ་ཤིས་ལེགས།
ང་ཚོས་ངེད་གཞིས་འགྲོ་ལ་མགོ་མ་ཚོས་གོང་སྟེ་ཁར་ཚང་ཕྱི་ཟླ་བཅུ་བའི་ཚེས་གཉིས་ཀྱི་རྩ་ལྔ་ཉིན་དཀར་མཛེས་དགོན་པའི་གྲྭ་བ་ཟླ་བ་ཚེ་རིང་གི་རང་ལུས་མེར་བསྲེགས་བཏང་སྟེ་ཁོང་གིས་རྒྱ་ནག་གཞུང་ལ་བོད་ཀྱི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་རང་ཡུལ་ལ་ཆིབས་བསྒྱུར་གནང་དོན་གྱི་དགོས་པ་དང་འདས་པའི་དུས་རབས་ཕྱེད་ཀ་ལྷག་ལ་བོད་པ་ཚོས་གཞིས་བྱེས་གཉིས་ལ་ཁ་འཐོར་ཡོད་པ་མཉམ་འཛོམས་ཡོང་དོན་གྱི་དགོས་ཆེད་ངོ་རྒོལ་སྐད་འབོད་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། གཤམ་ལ་ང་ཚོས་རྒྱ་གར་རྡ་རམ་ས་ལའི་བོད་མི་མང་སྤྱི་འཐུས་འབའ་བ་སྐལ་བཟང་རྒྱལ་མཚན་ལགས་སུ། སྐུ་ཞབས་ཟླ་བ་ཚེ་རིང་གི་གནས་སྟངས་སྐོར་བཅར་འདྲི་ཁག་ཅིག་ཞུས་རྗེས། སྐལ་བཟང་རྒྱལ་མཚན་ལ་ད་གར་ཚང། ཕྱི་ཟླ་བཅུ་བའི་ཚེས་བ་ཉི་ཤུ་རྩ་ལྔ་གི་ཉིན་མོ་དེར་སྐུ་ཞབས་ཟླ་བ་ཚེ་རིང་གིས་རང་ལུས་མེར་བསྲེགས་དང་ངོ་རྒོལ་བྱས་ཚར་བའི་རྗེས་ལ་ཁོང་རང་སྨན་ཁང་ལ་ཁྲིད་ནས་སྨན་བཅོས་བྱས་པ་རེད་ཟེར་བ་ཙམ་མ་གཏོགས་ཅིག་ད་ལྟ་འཆི་གསོན་ཇི་ཡིན་དང་ཁོང་གི་གནས་སྟངས་དེ་གསལ་བོ་ཅིག་དང་འདྲ་གནས་ཚུལ་ནང་ཐོན་མ་སོང་ད་ཁྱེད་རང་ཚོ་ཉམས་ཞིབ་བྱས་པ་དང་བོད་ནང་འབྲེལ་བ་བྱས་ནས་ཀྱི་གནས་ཚུལ་ཤེས་རྟོགས་བྱས་པ་ལྟར་ན་ཁོ་རང་ད་ལྟ་ད་ཕྱི་གསུམ་གྱི་གནས་སྟངས་དེ་ག་འདྲ་ར་ཅིག་རེད་གཟིགས་འདུག། ལགས་ད་ལྟ་གནས་ཚུལ་གཙོ་བོ་སེ་པོ་ཏཱ་ཀྱི་གོ་ཡག་དེ་ནི་ཁོ་རང་ད་ལྟ་ག་སོ་ར་སྐུ་ལུས་ལ་དེ་ནས་མི་ཚ་གཏམ་ཚ་བའི་རྗེས་ལ་ནས་གངས་རི་དགོན་པ་གི་གྲྭ་བ་མང་མོ་ཅིག་ཁོ་མ་གངས་རི་རྫོང་ཐུང་རང་གི་ནང་ལ་མེ་མོ་སྨན་ཁང་ནས་འབར་ཁྲིད་རྗེས་ལ། ཨ་ནེ་ཉེན་རྟོག་པ་མང་པོ་ཞིག་གིས་ཨ་ནེ་སྨན་ཁང་དུ་བསྐོར། སྨན་ཁང་བསྐོར་ཚར་རྗེས་ལ་ཁོང་གིས། དེ་ཕལ་ཆེར་དཔེ་ཆ་ཚོ་ལ་ཐུག་བཅུག་ཡོད་ས་མ་རེད། ཐུག་བཅུག་མེད་མ་ཡིན་ན། ཉེན་རྟོག་པ་ཚོ་གིས་ཨ་ནེ་ཁོང་གི་སྐུ་ལུས་ལ་དེ་ནས་སྤར་ནག་མང་པོ་ཞིག་རྒྱབ་སྟེ་སྤར་ནག་མང་པོ་ཞིག་རྒྱབ་ཚར་བ་རྗེས་ལ། དེའི་སྐབས་སུ་ཁོང། གང་ཚེ་རང་གི་ནང་ལ་སྨན་བཅོས་བྱེད་ཐུབ་ཀྱི་ཡོད་མ་རེད། མར་རྒྱ་ནང་དུ་མར་ཁྲིད་དེ་སྨན་བཅོས་བྱེད་དགོས་རེད་ལབ་དུས། ཨ་ནེ་དགེ་འདུན་པ་རེད་དེ་ལ་ནམ་བཞིན་གྱི་མང་ཚོགས་མང་པོ་ཞིག་དེ་ལ་སེམས་འཚབ་བྱས་ཏེ། ཨ་ནེ། ཁོང་མར་ཁྲིད་མ་དགོས་པར

དུས་ཐོག་པ་ཅིག་དང་ཉེ་ཆར་ཡང་ཀིརྟི་དགོན་པ་གི་གྲྭ་བ་རང་ལུས་མེར་སྲེག་དང་ཁན་ཏི་བཟོ་སྨན་བཅོས་བཅས་ཀྱི་འཁྲི་བའི་སྐབས་དེ་ཉེན་རྟོག་པས་རྡུང་རྡེག་བཏང་བས་དེ་ལ་བརྟེན་ནས་དཔེ་ཀྱི་འདས་གྲོངས་སུ་གྱུར་བ་རེད་ཟེར་གནས་ཚུལ་ཐོན་གྱི་ཡོད་པ་དེ་ཚོ་ཁོ་རང་གིས་ཀྱི་གོ་ཐོས་ཀྱང་དེ་ནས་སྨན་བཅོས་མ་བྱས་ཟེར་བ་རེད་བསམ་གྱི་འདུག་ཡང་ན་དེ་མིན་པའི་ཀྱི་ཁོ་རང་གིས་ཐོག་མ་ནས་རང་ལུས་མེར་སྲེག་བཏང་བ་དེ་ད་སོ་སོ་ཐ་གཅིག་ཏུ་བེད་དེ་ད་ཤེས་གི་ཡིན་ཟེར་དེ་སེམས་ཐག་ཆོད་པོ་ཡོང་ཡ་དོན་དག་ཁོ་རང་གིས་བྱས་བ་རེད་བསམ་གྱི་འདུག་དེའི་སྐོར་ལ་སྐད་ཆ་གསར་བ་གར་ག་རེ་གོ་ཡ་འདུག། འདི་གནས་ཚུལ་ཆ་ཚང་གཅིག་ཡོད་མི་གསལ་བས་ཅི་སྟེ་ཆོས་བཟང་ནང་བཞིན་གྱི་ངའོ་ཀིརྟི་དགོན་པ་ལགས་ནི་ད་ལྟ་དགོན་སྟོན་པ་རེ་མང་པོ་བཅས་དེ་ནས་རང་ལུས་མི་ས་བཏང་སྟེ་རྗེ་མི་ཉིས་སྟོང་བར་གྱི་འཛིན་བཟུང་ཞེས་རྩ་བ་བརྒྱད་ལ་ནས་ཉིས་སྟོང་དྲག་པོ་བཏང་བ་ཡོད་རེད་ད་ལྟ་བར་དུ་གནས་སྟངས་གང་ཤེས་བ་རྩ་བ་ཉིས་ནས་ནས་སིལ་བུ་ཤེས་ཡ་མེད་ཀྱི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། ཁོང་ཁ་ཚོ་ང་བོད་བསྟན་སྲིད་མི་རིགས་ཀྱི་དོན་དུ་ང་རང་རང་མི་རང་ལུས་མི་ས་བཏང་བ་ཡིན་ངས་སྨན་ཟ་གི་ཡིན། ང་ལ་ཁག་རྒྱག་མི་དགོས་ང་རང་སྨན་བཅོས་བྱེད་མི་དགོས་ལགས་ཡ་དེ། གཅིག་ནི་ཁོང་རང་གིས་བོད་བསྟན་སྲིད་མི་རིགས་རང་གི་དོན་དུ་ལ་གནོད་ཅེས་འབད་པའི་རང་སྲོག་རང་གི་ལུས་གཏང་ཡག་གི་དེ་ག་རང་རེད་འདུག་ལྷག་པར་དུ། ད་ལོ་ཕྱི་ཟླ་དྲུག་པ་ནས་ད་ལྟའི་བར་དུ་གངས་ཏི་རྫོང་སྤྱི་བོ་ལ་ནི། མེ་རི་རུ་རུ་ཞིག་ནས་སྤེལ་ཏེ་སྤྱི་རྒྱུའི་སྙིང་ཐིག་གིས་ནི་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཏེ་མི་མང་མོ་ཅིག་འཛིན་བཟུང་བྱས་ཏེ་སྤེལ་ཏེ་ནི་བཀག་ཉར་ཡ་དེ་ག་ནང་བཞིན་གྱི། གཙོ་བོ་དེ་སྡོམ་དེ་ཚོགས་ཆེན་ཕུག་དེར་ཁ་ཞེ་འདས་དྲུང་བཅུག་གོ་བ་དང་ད་ལྟ་དཔག་ཏུ་ང་ཚོ་མིང་ཧ་གོ་བ་དེ་མི་བདུན་བཅུ་ཙམ་རེ་ཟུང་བཞེས་ཚར་བ་རེད་དེའི་ནང་ལ་མི་ཉི་ཤུ་ལྷག་ཅིག་ལ་ནི་ལྷག་པར་དུ་བཙོན་ཁང་མི་ལ་ནི་བཙོན་ཐག་བཅད་ཡ་དེ་འདྲ་གི་གནས་སྟོབས་ད་དྲག་པོ་སྡུག་པོ་དེ་ཡོང་འདོད་ཡོད་དུས་དེ་འདྲ་ཅིག་གི་འུ་ལ་རྒྱབ་མིག་ལ་ནི་རྩ་བ་ཉིད་ནི་ཐེག་རྒྱུག་གི་མེད་ཟེར་དེ་ཡིན་དུས་ཤི་བ་ཡིན་ན་སོ་སོ་རང་གི་ཤ་གི་དེ་འདྲ་གི་ལུས་གཏང་གི་དེ་ནི་ཤུགས་ཆེན་པོ་དེ་འདྲ་ཡོང་གི་འདུག་ལ།

ཨ་མ་ཡོད་ཚད་ཡིན་ན་ནང་བཅུག་པོ་ཞིག་པོ་དེ་འདྲ་ཡིན་དེ་ཟེར་རེད་དེ་ཡིན་དེ་གནས་སྟངས་དེ་ནང་ལ་ནང་མི་ཚོ་གི་མ་ཅི་ནང་ལོ་དེ་ནས་ཤུལ་བཞག་གི་བྱ་གཞི་ཡོད་ས་རེད་ཀྱང་ཡིན་ན་ཡང་ཚུར་བསྡུ་ཡ་དེ་དགོན་པ་རང་གི་འགན་བསྐོར་དུ་དགོན་པ་ནས་ཡོད་དེ་དེའི་སྐབས་སུ་ཕུང་པོ་ཡ་དབུ་ཡི་སྐབས་སུ་ལ་མང་ཚོགས་མང་པོ་ཡིན་པ་དགེ་འདུན་པ་མང་པོ་ཞེ་པོ་ཅིག་སླེབས་པ་ཡིན་དུས་ཉེན་རྟོག་པ་གི་བཀའ་འགུག་བྱེད་སམ་ནས་ཡང་དེ་དཔའ་ལོ་ཏིལ་ཙམ་གྱི་གདོང་ཐུག་འདྲ་ཏིལ་ཙམ་ཡོང་དེ་ད་ཡིན་ལ་མང་ཚོགས་དང་མི་མང་མང་ཆེ་དྲག་ཡིན་པ་ཡིན་ཙམ་ཉེན་རྟོག་པ་དམིགས་བསལ་གལ་བྱེད་མ་ཐོབ་པ་དེ་འདྲ་གནས་སྟངས་ད་དྲག་དྲག་དེ་ཡོད་ས་རེད། ལགས་སོ་ཐུགས་རྗེ་ཆེ་ཨ་རེ་དེ་རིང་སྐབས་སུ་བབས་པའི་འདི་ག་རང་ཡིན་ཡང་ཅིག་གནས་ཚུལ་གསར་བ་ཐོན་པ་དང་ང་ཚོ་མུ་མཐུད་ནས་ཅིག་གསར་འགྱུར་དྲ་བརྙན་འཕྲིན་དྲ་རླུང་འཕྲིན་དྲ་དེའི་ནང་བལ་དུ་མུ་མཐུད་ནས་གསར་འགྱུར་གསར་བ་ནམ་ཐོན་རུང་དེ་ཁྱབ་བསྒྲགས་ཅིག་ཐོན་འབར་ཚུན་ཅིག་ཡིན་ད་ལྟ་རྒྱ་ནག་གི་ཆབ་སྲིད་དང་དཔལ་འབྱོར་གྱི་འགྱུར་ལྡོག་དང་གུང་ཁྲན་ཏང་གི་བརྟན་བརླིང་ཡིན་མིན་ཐོག་ཏུ་བོད་པ་དང་གྲངས་ཉུང་མི་རིགས་ལ་དྲག་གནོན་བྱེད་རྒྱུ་ཞིག་ཆེ་རུ་འགྲོ་བཞིན་ཡོད་པ་བཅས་ལ་བགྲོ་གླེང་བྱེད་ཀྱིན་ཨི་ཙི་ཀྲང་ཆུ་ལགས་ད་ཅིག་ད་ལྟ་ཕྱི་ལོ་ཉིས་སྟོང་བཅུ་གཅིག་འདི་འགོ་ཚུགས་ནས་ད་ལྟ་བར་དུ་ད་ཅིག་རྔ་བ་དང་དེ་ནས་ཁམས་རྟའུ་ད་ལྟ་དཀར་མཛེས་འདི་ནས་ཅིག་བོད་པ་དེ་སེར་སྐྱ་དག་སྤྱི་ཐམ་པ་གི་རང་ལུས་མེར་སྲེག་བཏང་ནས་ངོ་རྒོལ་བྱས་པའི་དེ་འདྲ་གནས་ཚུལ་ཐོན་སོང་དེ་ག་ནང་བཞིན་བདུན་ཕྲག་སྔོན་མ་གཅིག་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་བཤད་པ་ཡིན་ན་གཅིག་རང་ལུས་མེར་སྲེག་བཏང་ནས་ངོ་རྒོལ་བྱེད་མཁན་དེ་ཚོ་གཅིག་ས་གནས་སོ་སོའི་འགོ་ཁྲིད་ཀྱི་པད་དུ་ཐག་གཅོད་ནན་པོ་བྱེད་དགོས་ཀྱི་རེད་ཟེར་དེ་འདྲ་གསལ་བསྒྲགས་བྱས་སོང་བ་གཅིག་ཁྱེད་རང་གི་ཅིག་བལྟས་ཡོང་མ་གཅིག་ད་ལྟ་རྒྱ་ནག་གཞུང་གི་པད་དུ་དྲག་པོ་ཁོ་ན་བྱས་པའི་དེ་གནད་དོན་ཐག་གཅོད་བྱེད་ཀྱི་ཡོད་པ་འདི་ཚོ་གཅིག་གྲངས་ཉུང་མི་རིགས་དང་བོད་པ། ར་གཅིག་པོ་གཅིག་འབྲེལ་བ་ཡོད་བར་གཅིག་རེད་བསམ་གྱི་འདུག་གཅིག་ཕྱོགས་ཡོངས་ནས་རྒྱ་ནག་གི་ཆབ་སྲིད་རང་ལ་གཅིག་འབྲེལ་བ་ཡོད་བར་གཅིག་རེད་བསམ་གྱི་འདུག། ད་ཕལ་ཏི་ཕལ་ཆེན་དེ་གཉིས་ཆ་ཡོད་ཀྱི་རེད་བསམ་གྱི་འདུག་འདི་རུ་གལ་སྲིད་ཡིན་ན་རྒྱ་ནག་དེ་ཡིན་ན་ད་དུས་ཚོད་དམིགས་བསལ་གྱི་རེ་འདུག་བལྟས་ན་ང་ཚོ་བལྟས་ན་ཕལ་ཆེན་སླེ་ཡོད་པའི་ཟུར་འདུག་ཕྱོགས་གཅིག་ནས་ད་གསལ་ཤོས་དེ་གར་སོན་ད་ཧུ་ཅིང་ཏའོ་གིས་སྲིད་འཛིན་བྱས་གི་དུས་ཚོད་མཇུག་སྒྲིལ་བྱས་ཡིན་ན་དུས་སང་ལོག་ལ་ཡིད་ཨ་ད་ཕལ་ཆེན་ཞི་ཅིན་ཕིང་གས་ཡིན་ན་ད་གཞུང་གསར་པ་སྣེ་ལེན་ད་གོ་སྒྲིག་གསར་པ་ཁག་ཅིག་སླེ་ཡོད་བྱས་ཙང་དེའི་རྒྱུན་ཐོག་དེ་ཡིན་ན་ཆེན་པོ་ཞིབ་གཅིག་ད་དུས་ཚོད་གཅིག་ལས་ག་སོ་རེད་གཅིག་དཔོན་པོ་མི་རབས་གཅིག་ནས་གཅིག་སྤྲད་ཡག་དུས་ཚོད་གཅིག་སླེ་དུས་ཚོད་འབའ། རྒྱ་ནག་ནང་ལ་ག་དུས་ཡིན་ན་ལས་གཅིག་གི་ཆབ་སྲིད་ཀྱི་འཚོ་བ་དེ་ཚོ་ཞི་རག་གི་སྐད་འབོད་དང་དེ་འདྲས་ཀྱི་ཐོག་ལ་ཡ་ཞི་རག་གི་ག་ཚོད་རེ་གཅིག་གི་ལས་ཀ་གསར་པ་མ་བྱས་ཡ་དང་འགྱུར་ལྡོག་གསར་པ་མ་བཏང་ཡ་དང་འོ་ན་དམ་དྲག་བྱས་དེ་ཡིན་ན་སྤྱི་བཏང་བྱས་ན་ཁོ་རང་སྔ་མའི་ལོག་སྲོལ་ཅི་རེད་ཡང་འདི་དང་དུས་མཚུངས་བཅས་གར་ཚ་ན་ཡང་དམིགས་བསལ་ཞི་རག་ཏུ་ད་ལྟའི་ག་ཚོད་རེ་གཅིག་བོད་ལ་བཙིན་པའི་སྲིད་ཇུས་དེ་ད་ལྟ་དེ་ཡིན་ན་གསར་པ་གས་མ་ར་སྔ་མོ་ནས་ཡོད་རེད་ལྷག་པར་དུ་ན་ཉིས་སྟོང་བརྒྱད་གི་ལོ་ནས་ཡིན་ན་ཉིས་སྟོང་བརྒྱད་ལ་ལྟ་བུ་བོད་མི་ཚོས་རྒྱ་ནག་གཞུང་ལ་ཡར་ངོ་རྒོལ་བྱས་ཡ་དེའི་འགོ་བཙུགས་པ་ད་ག་ནས་ཁོ་ཚོས་དེའི་ངོ་བོར་དེ་བཤད་ཡག་དེ་ཡིན་ན་ཁ་བྲལ་རིང་ལུགས་རེད་ཅི་ཞིག་ཅིག་རེད་ཟེར་དུས་བསམ་པ་ད་ཕལ་ཆེན་ཁ་བྲལ་རིང་ལུགས་དང་རྒྱ་ནག་པའི་གཏོར་བཤིག་དང་ཡང་གི་དེ་འདྲས་ཀྱི་ལས་འགུལ་ཅིག་ལ་ཡང་ངོས་འཛིན་བྱས་པ་ཡིན་ན་ད་དེའི་ནང་ལོགས་ལ་ཡང་རྒྱ་ནག་གཞུང་སོ་སོས་ག་རེ་ནོར་འཁྲུལ་གྱི་ལས་ག་རེ་བྱས་འདུག་སྲིད་ཇུས་བསྒྲིགས་མི་འདུག་བསྒྲིགས་འདུག་མི་འདུག་ད་ཡང་གི་དེ་འདྲས་ཀྱི་ཁོ་གོ་སྐབས་སུ་བཅད་མེད་བཅད་ཡིན་ཅི་མིན་ཅི་ད་ཕ་ཁོ་རང་ཚོ་རྒྱ་ནག་གི་ཆབ་སྲིད་འགྲོ་སྟངས་བྱས་པ་ནི་ཁ་བྲལ་རིང་ལུགས་ཟེར་ན་ད་དྲག་གནོན་བྱེད་ཡག་མེད་ཞིག་ཡོད་མ་རེད་པ་དེ་འདྲས་ཅིག་མེད་དུས་བསམ་པ་ཁོས་ངོ་བོ་དེ་འདྲས་ཟེར་དུས་བསམ་པ་ད་ཅིག་དྲག་གནོན་བྱེད་ཡག་དེ་མགོ་བཙུགས་ཡག་དང་ཨ་ནི།

ལས་སྣེ་ཏན་རྩིས་སྤྲད་མཁན་ལ་ད་ཅིག་བོད་ནང་གི་དཀའ་ངལ་མང་པོ་ཅིག་ཅིག་ཆབ་སྲིད་རྐྱང་རྐྱང་ཡིན་གྱི་མ་རེད་བསམ་གྱི་འདུག་དཔལ་འབྱོར་དང་ད་ག་ནང་བཞིན་གྱི་ཅིག་མི་མང་གི་འཚོ་བ་དང་འཕྲོད་བསྟེན་དང་ཕྱོགས་གང་ཐད་འབྲེལ་བ་མང་པོ་ཅིག་ཡོད་རེད་བསམ་གྱི་འདུག་ཡིན་ན་རྒྱ་ནག་གཞུང་གི་ག་ཞི་ལུང་བ་དྲིལ་བསྒྲགས་བྱེད་ཀྱི་ཡོད་པ་དེ་ཚོ་ང་ཚོས་ཅིག་བལྟས་ཡོང་པ་ཡིན་ན། བོད་རྒྱ་ཆེ་མི་མང་དུ་ག་དུས་ན་འདོད་པ་གང་འདྲ་ཡོད་ཕྱི་ལོགས་ན་ཡོད་པའི་ཏཱ་ལའི་རུ་ཚོགས་དང་ཁ་བྲལ་རིང་ལུགས་པ་ཉུང་ཤས་ཅིག་འདོད་པ་མ་ཁང་བ་བོད་ནང་ལོགས་བ་སེང་ཕྲུག་ལོང་གི་ཡོད་བ་རེད་ཟེར་ད་སྐྱོན་འཛུགས་ད་ག་རང་བྱེད་ཀྱི་འདུག་ད་ཁྱེད་རང་དཔལ་འབྱོར་ཉམས་ཞིབ་པ་ཅིག་གི་ངོ་ནས་ཅིག་བལྟས་ཡོང་པ་ཡིན་ན་རྒྱ་ནག་གཞུང་གི་ད་ལྟ་བོད་ནང་ལག་ལེན་བསྟར་བཞིན་ཡོད་པའི་དཔལ་འབྱོར་སྲིད་ཇུས་དེ་གི་ཅིག་བོད་པ་ཚོ་ཕན་ཐོག་ག་ཚོད་སུ་ཅིག་ཡོང་གི་འདུག་ཡོང་གི་ཡོད་བ་ཡིན་ན་ཅིག་འདོད་པ་གང་ཡོད་བ་དེ་བོད་པ་རྒྱ་ཆེ་མི་མང་རེད། ཉུང་ཤས་ཅིག་རེད་ད་གང་ལྟར་རྒྱ་ནག་གི་དཔལ་འབྱོར་སྲིད་ཇུས་དེ་གིས་བོད་པ་ཚོ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ག་འདྲ་འདྲ་ཅི་ཡོང་གི་འདུག་བསམ་གི་འདུག། ལ། རྒྱ་ནག་གི་དཔལ་འབྱོར་གྱི་ཡར་རྒྱས་འགྲོ་བ་ལྟར་ལ་འདི་ལ་ཟེར་བ་ཡིན་ན། ཏན་ཏན་བོད་མི་ཁ་ཤས་ཅིག་ལ་དམིགས་བསལ་གྱི་རྒྱལ་ས་ཁག་ཞུགས་མཁན་དང་གཞུང་ལ་འབྲེལ་བ་ཡོད་མཁན་གཞུང་རྒྱུན་ནས་ལས་ཀ་ཡོད་མཁན། ཨ་ནི་བོད་མི་ཁ་ཤས་རྒྱ་ནག་གི་ད་ངེད་ཅག་ལ་ཕྱུག་པོ་ཆགས་བའི། ཡུལ་སྐོར་སྤྲོ་འཆམ་པ་དང་དབྱར་རྩྭ་དགུན་འབུ་དེ་ཚོ་ཉོ་མཁན་ཁོ་ཚོ་རིགས་ལ་འབྲེལ་བ་ཡོད་མཁན་དེ་ཚོ་ལ་བོད་མི་ཁ་ཤས་ལ་ཕན་ཐོགས་ཡོད་རེད། ཡིན་ན་ཡང་རྒྱལ་ས་ཁག་ལ་བཞུགས་མཁན་ཡིན་ནའི་དམིགས་བསལ་གྱི་རྒྱ་ནང་ནས་རྒྱ་རིགས་དེ་ཚོ་ཡོང་མཁན་དེ་ཚོ་དཔལ་འབྱོར་ཡར་རྒྱས་འགྲོ་བ་དེའི་གོ་སྐབས་གཙོ་བོ་ལེན་ཐུབ་མཁན་དེ་ཚོ་ཁོ་ཚོ་རེད། བོད་མི་མང་ཆེ་བ་ལ་བརྩིས་བ་ཡིན་ན་ཕལ་ཆེར་བརྒྱ་ཆ་དགུ་བཅུ་ལྷག་བོད་མི་མང་རྒྱ་ནག་ལ་དང་བོད་ནང་བཞུགས་མཁན་གྲོང་གསེབ་ཁག་ལ་བཞུགས་མཁན་རེད་ཨ་ནི་བོད་མི་དེ་ཚོ་ལ་རྒྱ་ནག་གི་དཔལ་འབྱོར་སྲིད་ཇུས་ཀྱི་དམིགས་བསལ་ཁེ་ཕན་མེད་བ་བྱས་འདི་སྒང་ལ་དགའ་རོ་གནོད་ཡོད་རེད་བཟོ་དཔེར་ན་ཨ་ཚོགས་ཀྱི་རྒྱ་ནག་གཞུང་གི་རྣམ་གྲངས་རེའུ་མིག་ལ་བཟི་བ་ཡིན་ན་མི་རེ་ཡི་ཡོང་འབབ་ལ་བརྩི་བ་ཡིན་ན་གྲོང་གསེབ་ཁག་ལ་བཞུགས་མཁན་བོད་མི་དེ་ཚོ་གི་ལོ་གཅིག་ལ་ཡོང་འབབ་དེ། རྒྱ་སྒོར་སུམ་སྟོང་ལྷག་ཡོད་ར། རྒྱ་ནག་གཞུང་གིས་རྒྱ་ནག་གི་རྒྱལ་ས་ཁག་ལ་བཞུགས་མཁན་དེ་ཚོ་གིས་ལོ་རེར་ཡོང་འབབ་བརྩི་བས་ན་རྒྱ་སྒོར་སྟོང་ཕྲག་ཉི་ཤུ་ཙམ་ཡོང་གི་ཡོད། ཚོ་དེའི་འདྲ་མཉམ་མེད་པ་འདི་དོན་དག་རྒྱ་ནག་གི་དཔལ་འབྱོར་སྲིད་ཇུས་ཀྱི་ད་འགྲོ་སྟངས་གཉིས་གཙོ་བོ་ལ་འཁེལ་གི་ཡོད་རེད། དང་པོ་དེ་རྒྱ་ནག་གཞུང་གིས་བོད་ནང་ལ་གྲངས་ཉུང་མི་རིགས་ས་ཆ་ནང་ལ་ཤེས་ཡོན་སྲིད་བྱུས་འདི་ཚོ་ལ་དམིགས་བསལ་གྱི་འགྲོ་སོང་ཞི་རགས་བཏང་གི་ཡོད་མ་རེདབོད་ནང་ལ་ཡིག་རྨོངས་ཀྱི་བརྒྱ་ཆ་འདི་བལྟ་བ་ཡིན་ན་བོད་མི་ཕལ་ཆེར་བརྒྱ་ཆ་ལྔ་བཅུ་ལྷག་ཡིག་རྨོངས་ངང་ལ་ཚུད་ཀྱི་ཡོད་རེདརྒྱ་ནག་པོ་ལ་བལྟ་བ་ཡིན་ན་ཡིག་རྨོངས་ཀྱི་བརྒྱ་ཆ་འདི་བརྒྱ་ཆ་བཅུ་ལྷག་མ་ཞིག་ཡོད་མ་རེདའདི་བོད་ནང་ལ་དམིགས་བསལ་གྱི་བོད་མི་འདི་སློབ་སྦྱོང་དང་ཤེས་ཡོན་སྲིད་བྱུས་འདི་འདྲ་ལ་འདོད་པ་མེད་བ་ཡིན་འདྲ་མ་རེད། ཡིན་ན། སློབ་ཆུང་གི་ཐོབ་ཐང་ཡིན་པའི་གཞི་བདག་རྒྱ་ནག་གཞུང་གིས་འདི་ལ་འགྲོ་སོང་བཏང་ཡོད་མ་རེད། སོ་ཨེ་འདྲས་ཡིན་དུས་ང་ལ་རྒྱ་ནག་གཞུང་གིས་ལོ་ལྔ་བཅུ་ལྷག་བོད་ནང་ལ་འཛིན་སྐྱོང་བྱས་བའི་ལུགས་ཀྱིས་བོད་མི་ལ། དཔལ་འབྱོར་དང། ག་ལ་བ་རེད Economy འདི་ཚོ་ལ། འགྲན་བསྡུར་བྱེད་ཀྱི་ལག་ཆ་དེ་གཏད་ཡོད་མ་རེད། གཉིས་བ་དེ། རྒྱ་ནག་གཞུང་གིས་དཔལ་འབྱོར་སྲིད་ཇུས་འདི། གཙོ་བོ་དམིགས་ཡུལ་འདི་བོད་ནང་ལ་གཅིག་ནི་གཏེར་ཁ་སྔོག་འདོད་བྱེད་ད་གཉིས་བ་དེ་ནི་ཁོང་ཚོ་གི་དམག་མི་གི་འཛིན་སྐྱོང་འདི་བརྟན་པོ་བཟོས་གི་དམིགས་ཡུལ་འདི་ཡོད་དེ་འདྲ་ཡིན་དུས་གང་ན་མང་ཆེ་བ་འདི་བོད་ནང་ལ་ས་དང་ཁང་པ་ཁག་ཆེན་པོ་འདི་ཚོ་བཟོས་མ་ཤི་གྲོང་གསེབ་ཁག་ལ་དམིགས་བསལ་ཨེ་འདྲའི་འགྲོ་སོང་ཞི་དྲག་ཞི་དྲག་བཏང་ཡོད་མ་རེད་ཨེ་འདྲ་ཡིན་དུས་གང་ན་བོད་མི་གི་དམིགས་བསལ་གི་དཔལ་འབྱོར་གི་ཡར་རྒྱས་འགྲོ་བའི་འདི་ནི

རྒྱ་གར་བའམ་ཕྱི་རྒྱལ་བོད་གཞུང་གི་སྐུ་ཚབ་བོད་ལ་ཕེབས་པ་སོང་ནས་དེ་ནས་རྒྱ་ནག་རྒྱ་ནག་གཞུང་བོད་དང་ཧང་སང་གོ་ཡ་གཅིག་གཉིས་གྲ་མ་སོང་ན་བོད་དེ་ཐང་མ་རབ་དང་རིམ་པ་གཅིག་བླངས་ཡོད་པ་རེད་བསམ་གི་འདུག་ཡིན་ན་ད་ལྟ་བར་དུ་གཅིག་རྒྱ་ནག་གཞུང་གི་གཅིག་བོད་པའི་ན་དོན་དེ་བོད་མི་མང་གི་གློ་སྙིང་བྲང་གསུམ་དེ་ག་བ་ཕྱོགས་འདུག་བོད་མི་མང་གི་མངོན་འདོད་དེ་ག་བ་ག་རེ་རེད་དེ་རྩ་བ་ནས་དཀའ་ངལ་གི་འབྱུང་རྩ་དེ་གཅིག་མི་ཏག་དྲག་པོ་ཁོ་རང་གི་གཅིག་ཐག་གཅོད་བྱེད་དགོས་ཡ་སྲིད་བྱུས་འདི་ལ་འགྱུར་བ་གཏོང་གི་མེད་པ་དེ། གཅིག་གི་རྒྱུ་རྐྱེན་ར་མ་སོང་ན་ག་བ་ར་ཅི་ཐུག་ད་ཡོད་ར་ད་ཅིག་དང་མི་ཐུག་ཡ་དེ་ཅིག་དཀའ་ངལ་ཡང་དེ་ག་བ་ཐུག་ད་ཡོད་ར་རྒྱ་ནག་གཞུང་ཨ། ད་དཀའ་ངལ་དུ་མ་གོ་ཞིབ་ཅོ་ཡོར་བ་ད་དཀའ་ངལ་མ་གོ་ཅི་ན་ནི་ཅིག་ཆེ་ར་ཅི་ཉིད་ཞིག་བཤད་བ་ཡིན་ན་ཚང་པོ་འདུག་ད་གོ་ད་ལོའི་རྒྱ་ནག་འཁོར་དམར་བོའི་འཁོར་གཞུང་འཁོར་ད་རྒྱ་ནག་ཁྱོན་ཡོངས་ལ་ཡ་ཆབ་སྲིད་ཐོར་ཡ་ཞི་ར་རྒྱུ་གོ་རྒྱུ་འདོ་དང་ཡ་གི་བློ་ཁོག་ད་དེ་འདི་བྱེད་མི་འདུག་ཨ་རྒྱུ་འདོ་དང་གོ་གི་ཡོད་དེ་ཕལ་ཆེན་ལྷག་པར་དུ་ད་བོད་ནང་ཡིན་ནས་མིན་ནས་རྒྱ་ནག་ནང་ལོ་རྒྱུ་འདོ་དང་གོ་གི་ཡོད་དེ་དང་གོ་ར་བས་ཅེས་ཕལ་ཆེན་མི་སྐྱེ་ཤི་ཁྲིད་འདི་ཧ་ལམ་མི་བརྒྱ་ཆི་བརྒྱ་ཤུ་ཐམ་པོ་ཚིག་གི་དང་གོ་རེད་ཟེར་བ་དེ་ལས་ཡིན་ནས་ལས་ཁོ་ཏང་ཡག་གི་སློབ་ཤེས་དང་སྤོབས་པ་དང་དེ་གས་མེད་པ་བྱེད་ཆེད་དེ་ཁྱོན་ཡོངས་ཀྱི་རྒྱ་ནག་དམར་པོའི་བྱེ་ཐང་ཁོ་རེ་རྒྱུན་སྡོད་མ་ཏང་ཡག་བྱེད་ད་ལྷག་པར་དུ་བོད་ནང་རྒྱུན་སྡོད་མ་ཏང་ཡག་དེ་ཨན་རྒྱུ་མཚན་ཁོ་དམིགས་བསལ་ཆེར་དང་པོ་དེ་ཡིན་ན་ཁོ་ཚོས་ག་ཚོད་ལ་གཅིག་གི་པན་ཆེ་ཞིང་ཉིས་སྟོང་བརྒྱད་གི་ལོ་ལ་ཡག་ད་ནས་དུས་བྱུང་པའི་རྗེས་ལ་ཡིན་ན་ངས་བྱས་ནས་གཅིག་གལ་ཆེན་པོ་གཅིག་ཏི་རེ་བསམ་པོ་འདུག་པན་ཆེ་ཞང་ན་ད།

གཉིས། ཁྱད་མཚར་ཞིབ་ཅིག་གཉིས་དེ་དེ་བཞིན་ཟེར་ན་འགྲིག་གཉིས་དེ་གཉིས་ལྡོག་ཕྱོགས་རེད་འདི་ལས་ཡིན་ན་རྒྱ་ནག་གི་སེམས་པའི་ནང་གཅིག་དེ་ཡིན་ན་ཁོ་ཚོས་སྤོབས་པ་ཞིབ་ཅིག་འདུག་ཨང་བོད་དེ་ཆུང་ཆུང་རེད་མི་ཉུང་ཉུང་རེད་ང་ཚོས་སླེབས་ན་འགྲིག་རེད་བསམ་པའི་སྤོབས་པ་དེ་དང་ཡང་སྤོབས་པ་ཡོད་པའི་དུས་མཚུངས་ཅན་ཡིན་ན། ཨོ་བོད་ནང་ལོག་ལ་དངོས་གནས་འཛིན་སྐྱོང་བྱེད་སྟངས་ལོག་ཁ་བྱས་ན་ང་ཚོ་བྱེད་ཐུབ་ཨང་ཡིན་བསམ་པའི་ཅིག་བློ་བཤེས་མེད་པ་ཞིག་ད་སྤོབས་པ་ཡོད་པ་གང་ཞིག་བློ་བཤེས་མེད་མགྱོགས་ཅིག་འདི་གཉིས་གཉིས་མཉམ་འཛོམས་འཛོམས་པ་ཅིག་རེད་བྱ་སོང། ལགས་སོ་དེ་ནས་བསྟན་འཛིན་ལགས་ད་ད་ལྟ་ཁྱེད་རང་གོང་དུ་གསུངས་པ་ནང་བཞིན་གྱི་ཅིག་རྒྱ་ནག་གིས་བོད་ལ་དཔལ་འབྱོར་གྱི་འཛུགས་སྐྲུན་ཆེ་ཁག་ཅིག་དམག་དང་དེ་ནས་ཅིག་རྒྱ་ནག་གི་མི་མང་པོ་ཅིག་བོད་ནང་གནས་སྤོ་ར་ཡོང་བའི་ཅིག་བོད་པའི་ས་ཐོག་རྒྱ་མི་རིགས་པའི་དུ་མང་རེ་བཏང་བའི་སྲིད་བྱུས་ཅིག་རེད་གསུངས་སོང། དེ་ག་ནང་བཞིན་གྱི་ཅིག་དཔལ་འབྱོར་ཉམས་ཞིབ་པ་མང་པོ་ཅིག་གིས་ད་ལྟ་རྒྱ་ནག་གཞུང་གིས་བོད་ལ་འཛིན་པའི་ཆབ་སྲིད་ལས་ལྷག་པའི་ཉེན་ཁ་ཚ་ཤོས་དེ་དཔལ་འབྱོར་གྱི་སྲིད་བྱུས་དེ་རེད། ད་ལྟ་རྒྱ་ནག་གཞུང་གིས་བོད་ལ་ལག་ལེན་བསྟར་བཞིན་ཡོད་པའི་དཔལ་འབྱོར་སྲིད་བྱུས་དེ་མཐར་གཏུགས་ན་བོད་མི་རིགས་ཀྱི་ངོ་བོ་དེ་དཔེ་དང་རྩལ་མེད་དང་ཡང་དཔལ་འབྱོར་སྲིད་ཇུས་གཅིག་རེད་ཟེར་དེ་འདྲ་ཡང་ཉམས་ཞིབ་པ་ཁག་ཅིག་གིས་ཟེར་མཁན་འདུག་ཁྱེད་རང་གིས་དེ་ལ་མོས་མཐུན་འདུག་གས་ཅིག་མོས་མཐུན་མེད་པ་ཡིན་ན་ཅིག་ཡང་རྒྱུ་རྐྱེན་ག་འདྲ་འདྲ་ཅིག་གི་ཐོག་ནས་མོས་མཐུན་བྱེད་ཀྱི་མེད་པ་ཡིན་མོས་མཐུན་ཡོད་པ་ཡིན་ན་ཡོད་པ་དེ་ཚོ་ག་འདྲ་འདྲ་ཅིག་གི་ཐོག་ནས་དེ་ཡིན་ན། ཨོ་ཨ།
དེ་ལ་ང་མོས་མཐུན་ཡོད་ད་རྒྱ་ནག་གཞུང་གིས་དེའི་དཔལ་འབྱོར་སྲིད་ཇུས་འདི་ལག་ལེན་བསྟར་བ་འདིས་ཆབ་སྲིད་ཀྱི་འབྲས་བུ་འདི་ལ་བསམ་བློ་བཏང་ནས་དམིགས་བསལ་བཏང་ནས་བྱེད་ཀྱི་ཡོད་ན་མེད་ན་འདི་ང་བཤད་གསལ་བོ་མེད། ཡིན་ན་ཡང་ཁོང་ཚོ་གིས་དཔལ་འབྱོར་ཆབ་སྲིད་ཅུས་འདི་ག་འདྲས་ལག་ལེན་བཏང་གི་འདུག་ད་ལྟ་བར་ལ་ག་འདྲས་བྱེད་ཀྱི་འདུག་ལབ་པ་ཡིན་ན་དང་པོ་དེ་ངས་དགོངས་ལ་བཤད་བ་ན་ཞིག་རེད་དཔེ། ཁོང་ཚོ་གིས་ཡུལ་སྐོར་སྤྲོ་སྦྱངས་པ་འདི་ཚོ་ལ་ཅིག། ཐོག་གཅིག་ནི་དོ་སྣང་ཤུགས་ཆེན་པོ་སྟེར་རྒྱུ་རེད། གཉིས་པ་དེ་ནི་ད Infrastructure Projects ཆེན་པོ་གཅིག་ཁང་པ་ཁག་དང་ཟུར་བཀྲ་ཁག་དང་ས་ར་ཁག་མང་པོ་ཞིག་བཟོས་ཡོད་ར། ཨཱ་དེ་སྒང་ལ་ཁོང་ཚོ་གི་ས་ར་ཁག་དང་ལྕགས་ལམ་མེ་འཁོར་དེ་ཚོ་མང་པོ་ཅིག་བཟོས་ནས་བོད་ནང་བཞིན་ས་ཆ་ཁུག་ཁྱོད་ལ་རྒྱ་ནག་ནས་ཡར་མར་འགྲོ་ཡ་དེ་ཧ་ཧ་ལམ་གི་ལས་སླ་བོ་ཞེ་དྲག་ཅིག་བཟོས། དེའི་སྒང་ལ་ཁོང་ཚོ་གིས་རྒྱ་ནག་ལུང་པ་ནི་གནས་སྤོས་བྱེད་མཁན་དང་རྒྱ་ནག་གཞུང་གི་མ་རྩ་བཙུགས་ནས་ཧན་ད་བོད་ཀྱི་ས་ཆ་དང་ཤར་ཏཱ་ཀི་སི་ཐན་དང་ས་ཆ་དེ་ཚོ་ལ་བོད་མི་དང་ཤར་ཏཱ་ཀི་སི་ཐན་གྱི་མི་ལ་དངོས་གནས་ཀྱི་རང་གྲངས་ཉུང་མི་རིགས་བཟོས་ཀྱི་སྲིད་ཇུས་འདྲ་བོ་ཅིག་མཐོང་གི་འདུག་སོག་པོ་ལུང་པ་ལ་བརྩི་བ་ཡིན་ན། ཁོ་ཚོ་གིས་སོག་པོ་ལུང་པ་ལ་རྒྱ་ནག་གཞུང་གི་སྲིད་ཇུས་ཀྱིས་འདི་ཚོ་དམིགས་བསལ་གྱིས་ཡག་པོ་བྱུང་བ་བསྒྲུབས་ཡོད་པ་གྱི་ཁས་ལེན་གྱི་ཡོད་རེད་ཨ་ནི་སོག་པོ་ལུང་པ་ལ་ག་རེ་བྱུང་འདུག་ལགས་ན་སྔས་མ་སོག་པོ་ལུང་པ་ལ་ཁོ་ཚོ་གི་མི་རིགས་ད Majority ནི་ད་དེང་སང་སོག་མི་བརྒྱ་ཆ་ཉི་ཤུ་ཙམ་མ་ཞིག་ལྷག་ཡོད་མ་རེད་སོ་དེ་འདྲ་ཡིན་དུས་ང་ལ་ཁོ་ཚོ་གི་སྲིད་ཇུས་དེ་རྐང་བཙུགས་ནས་འདྲ་བྱེད་ཀྱི་ཡོད་ན་མེད་ན་ཡིན་ན། འབྲས་བུ་དེ་ད་ག་རང་དོན་ཡིན་གྱི་ངན་ག་འདྲ་བོ་མཐོང་གི་འདུག། ལ་སྟ་ཚི་རང་ཆུ་ལ་སྟ་རྒྱ་ནག་གཅིག་གཅིག་དུས་རྒྱལ་ཁབ་ཆེན་པོ་རེད་གཅིག་གཅིག་དུས་དཔལ་ཏི་སྟོབས་ཆེན་པོ་རེད་ཡིན་ན་ཁོ་བརྟན་པོ་གཅིག་རྩ་བ་ནས་མི་འདུག་བ་བརྟན་པོ་མེད་པ་མ་ཟད་དཔལ་ཏི་ལྷག་པར་དུ་རྒྱ་ནག་གི་སྲིད་དབང་འཛིན་མཁན་གུང་ཁྲན་ཏང་མི་དགའ་ཉེ་ད་དཔལ་ཏི་མི་མང་ཡོད་བ་རེད་ལ་གཅིག་དང་འདྲ་མི་འདྲ་ཡོད་ལྷག་པར་ད་ལྟ་ཉེ་ཆར་ཚོགས་འདུ་གཅིག་གི་ནང་ད་རྒྱ་ནག་དམར་ཤོག་ཚོགས་པ་གསར་དུ་འཛུགས་མཁན་གི་དཔལ་ཏི་ཏི་གསར་བརྗེ་བ་རྒན་པ་དེ་ཚོ་བུ་ཕྲུག་དེ་ཚོ་ཚོགས་འདུ་གཅིག་ཚོགས་བའི་འདི་གུང་ཁྲན་ཏང་རྦད་དེ་ཚོགས་འདུ་གི་ངོ་བོ་ད་དེ་ཡིན་ས་མ་རེད་ཁོང་ཚོ་ལྷན་དུ་འཛོམས་པའི་སྐབས་དེ་ནས་ཚོགས་ཞུགས་བ་གཅིག་གི་ག་རེ་ཟེར་གི་འདུག་ཟེར་ན་ལོ་རབས་བདུན་ཅུ་བའི་ནང་གུང་ཁྲན་ཏང་ངོ་རྒོལ་བྱེད་མཁན་བྱུང་བ་ན་ངས་ངོ་རྒོལ་བྱས་པ་ཡིན། ལོ་རབས་དགུ་བཅུ་བའི་ནང་གུང་ཁྲན་ཏང་ངོ་རྒོལ་བྱེད་མཁན་བྱུང་བ་ན་ངས་དེ་ལ་ཁག་མི་འདུག་ཨ་སྙིང་རྗེ་དང་ངས་སྟོང་གསུམ་མཉམ་སྐྱེད་བྱས་པ་ཡིན། ད་ལྟ་གུང་ཁྲན་ཏང་ངོ་རྒོལ་བྱེད་མཁན་ཡོད་པ་ཡིན་ན་ངས་དེ་ལ་རྒྱབ་སྐྱོར་བྱེད་ང་ཨ་ཏི་ནའང་ངོ་རྒོལ་བྱེད་ཀྱི་འགྲོ་དགོས་ས་རེད་བསམ་བསམ་དེ་འདྲ་ཟེར་འདུག་ཟེར་ད་གང་ལྟར་དེ་ཚོ་རྦད་དེ་ཅི་ལྟ་ད་ལྟ་གི་ཞི་ཅིན་ཕིང་གི་སྤུན་རྒྱ་དང་ད་ད་ལྟ་གི་བལ་ཏི་ཡེ་ཅིན་ཡིན་གི་བུ་མོ་དང་ཧུའུ་ཡའོ་པང་གི་བུ་ད་བལ་ཏི་ལ་རྫིག་རི་རྫིག་ཚད་གི་བུ་ཕྲུག་དེ་ཚོ་རང་ཁོ་རང་ཚོ་ཁེབས་སམ་ཆེ་ཤོས་དེ་ཐོབ་ཡོད་བ་རེད་ཁོ་རང་ཚོ་གུང་ཁྲན་ཏང་འདི་འདྲ་ར་ཅིག་ཅིག་མི་དགའ་བའི་བྱེད་སྟངས་འདི་ལ་བྱེད་པ་ཡིན་ན་ཅིག་ད་གུང་ཁྲན་ཏང་གི་གནས་སྟངས་དེ་ག་འདྲ་ར་ཅིག་ཡོད་རེད་ཀྱེ་ན།

སྐྱོན་བརྗོད་དང་སྐྱེད་ཚལ་གསལ་པོ་ཞིབ་འདི་འདི་གྱང་གསུམ་ནས་བཤད་ཐ་ན་ཁ་ཤས་ཀྱི་ད་ད་ནི་ད་གང་ལྟར་རྒྱ་ནག་གུང་བྲན་ཏང་དེ་ཡིན་ན་གཅིག་གི་སྨན་པ་གཅིག་ལ་ཡ་ཡིན་ན་སྨན་པ་གཅིག་ལ་ཡ་ད་ག་སོ་ར་གཅིག་གི་སྐྲན་གྱི་ན་ཟ་ན་བ་ན་ཤི་ར་བྱ་སྨན་པ་སོ་སོ་ལ་ཡ་སྐྲན་གྱི་ན་ཟ་ན་ཟུན་པ་དེ་སྨན་པ་གཞན་པ་གཅིག་གི་གཤགས་བཅོས་བྱེད་དགོས་མ་ཤིས་སྨན་པ་སོ་སོས་སོ་སོའི་ན་ཟ་ལྟ་ཐུག་གི་མ་རེད་ཟེར་བྱས་འདི་འདི་ལབ་ཡ་དང་ཨ་ནི་ཁ་ཤས་ཀྱི་ད་གསལ་བྱས་མ་ན་ད་ཡུང་ནས་བྱས་ན་རྒྱ་ནག་གུང་བྲན་ཏང་ནག་ལོ་ལ་ཡ་དེ་སྔ་གོ་མིན་ཏང་གི་བྱང་ཆིང་ཀོ་ནང་བཞིན་བསྐོར་རེད་བྱང་ཆིང་ཀོ་གི་གར་ཁྱབ་ཟེར་ན་ཐའེ་ཝན་ལ་ཡ་གོ་མིན་ཏང་དེ། གཅིག་སྲིད་དབང་གཅིག་གཅིག་གཅོད་ཀྱི་ཨེ་ནི་ལམ་ལུགས་སྤྱི་ནས་ག་ལི་ག་ལི་ཁོ་ཡིན་ན་ད་སྲིད་ཇུས་བྱམས་པ་དེ་ཚོ་ག་ཚོད་སྲིད་དབང་སྲིད་དོན་ཚོགས་པ་བྱམས་པ་གཙོར་བསྐྱོད་བྱས་ཡིན་ན་ད་ཐའེ་ཝན་དམངས་གཙོར་འགྲོ་ཐུབ་ར་བྱས་དང་དེ་འདས་ཀྱི་དཔེ་སྟོན་དེ་ཚོ་བཞག་བཞག་དེ་ལས་གལ་ཆེ་ད་ཏི་ཏི་ཡོང་ཟེར་ཁོའི་རྒྱབ་ལྗོངས་འབྱོར་བ་རྒྱབ་ལྗོངས་ཅིག་ངས་ཞུས་ན་བསམ་བསམ་ཅིག་གར་ལྟོས་ཟེར་ན་ད་རྒྱ་ནག་གི་ད་འདས་པའི་ཅིག་ལོ་སུམ་ཅུ་བཞི་ཅུ་ད་འདས་ཀྱི་ནང་ལ་ད་ང་ཚོ་རང་མིག་མཐོང་ཡག་དང་འདས་ཀྱི་མྱོང་ཡག་གི་དུས་ཚོད་དེ་བལྟས་པ་ཡིན་ན་ཁོ་རྒྱ་ནག་དེ།

ད་འདས་པའི་ལོ་གཅིག་ན་ལོག་ལ་ཡང་དངོས་གནས་འདི་ལ་ཡང་ད་དོགས་པ་བྱེད་ཉེན་དེ་ཤུགས་ཆེ་རུ་ཞིབ་ཕྱིན་མ་ཟད་ད་ད་ལྟ་ཡང་ད་ཁྱེད་རང་ཚོགས་འདུ་གསུངས་པ་དེ་ཚོགས་འདུ་གཅིག་རེད་ད་ག་ནང་བཞིན་གྱི་ཚོགས་འདུ་རིན་པོ་མང་པོ་ཞུ་རྒྱུ་དེ་རེད་སྐད་ས་མང་པོ་ཞུ་ཕྱི་ག་ཡིན་ན་རྒྱ་ནག་གི་ལམ་ལུགས་དང་དཔལ་འབྱོར་ལམ་ལུགས་དང་ད་ད་ཨ་མདོ་ཕལ་ཆེན་བསྟན་འཛིན་བཀྲས་ཁང་ལགས་ཀྱི་འདིའི་སྐོར་ལ་མང་གི་མཁྱེན་གྱི་རེད་རྒྱ་ནག་གི་དཔལ་འབྱོར་ལས་དེ་རེད་སྐད་ས་ཡང་ད་ད་པོ་ཏོ་ཡར་རྒྱས་ཞིབ་ཕྱིན་པའི་སྐབས་ལ་ད་དེ་རེད་སྐད་ས་ཧོབ་ལྟ་ལ་ཡང་ད་དཀའ་ངལ་འཕྲད་པ་དང་ཡང་ན་དཀའ་ངལ་འཕྲད་ཡག་གི་རྣམ་པ་དེ་ཤུགས་ཆེན་པོ་ཞིག་འདུག་ད་དེ་ཡིན་པའི་རྐྱེན་གྱིས་ཡིན་ན་ཆབ་སྲིད་ལམ་ལུགས་ལས་སྐྱོན་བརྗོད་བྱེད་མཁན་མང་པོ་འདུག་ད་དེ་ཚོ་ཡིན་ཡང་རྒྱུ་མཚན་གཅིག་གིས་ཡིན་ན་ཕལ་ཆེན་དུས་བཟང་ལོག་ལ་ཡ་ཡིན་ན་ད་གོ་སྒྲིག་བྱེད་པོ་རྒྱག་གི་ཡོད་ཙང་སྐབས་དེ་ཡིན་ན་ཚང་མ་ལོག་མ་ཐོན་རྗེས་སོ་སོས་ད་ཤུགས་རྐྱེན་སྤྲད་ཡག་གི་ཆེད་དུ་ཡིན་སྲིད་གསུངས་འདུག་ག་ད་རྒྱ་ནག་གི་ཕལ་ཆེན་ཡང་འགག་རྩའི་དུས་ཚོད་གསར་པ་ཅིག་སླེབས་མེད་པ་སེམས་བཟང་རེད་འདུག། ལ་སོགས་ནས་བསྟན་ཚུལ་ལ་ད་ལྟ་རྩི་ཐང་ཆུ་ལ་གསུངས་པ་ནང་བཞིན་གྱི་རྒྱ་ནག་དམར་ཤོག་ཚོགས་པའི་དམ་དྲག་པ་དག་གི་སྲིད་དབང་འཛིན་ཐེབས་པ་འདི་ཚོ་ལྟ་ཅི་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཕྱིན་པ་དང་ལྷག་པར་དུ་འདས་པའི་ལོ་སུམ་ཅུ་ཐམ་པའི་རིང་དེ་ལྟ་རྒྱ་ནག་བས་ཏེ་འཛམ་གླིང་གི་དཔལ་འབྱོར་ཨང་གཉིས་པ་སླེབས་ཐུབ་པ་འདི་ལ་བརྟེན་པ་དེ་ནི་གུང་ཁྲན་ཏང་གི་སྲིད་དབང་དེ་གནས་ཐུབ་པ་རེད་ཟེར་ད་ཉམས་ཞིབ་པ་མང་པོ་ཅིག་གིས་ཟེར་གྱི་འདུག་ཁྱེད་རང་གི་དཔལ་འབྱོར་ཉམས་ཞིབ་པ་ཅིག་གི་ཆ་ནས་ཅིག་བལྟས་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་ལམ་ལུགས་འདི་གི་ཀྱི་འགྱུར་བ་ཅིག་ཕྱིན་པ་ཡིན་ན་རྒྱ་ནག་གི་ཆབ་སྲིད་ལ་འགྱུར་བ་བཏང་ཐུབ་ཀི་རེད་ཐུབ་ཀི་མ་རེད་ད་ལྟ་ནང་བཞིན་གཅིག་ལོ་རྟག་པར་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་འགྲོ་གི་ཡོད་པ་འདི་བོད་དུ་མུ་མཐུད་ནས་འགྲོ་མ་ཐུབ་པ་ཡིན་ན་རྒྱ་ནག་གི་ཆབ་སྲིད་ད་ལྟ་དམར་ཤོག་ཚོགས་པ་གཅིག་གི་སྲིད་དབང་འཛིན་པའི་ལམ་ལུགས་འདི་མུ་མཐུད་ནས་གནས་ཐུབ་ཀི་རེད་ཐུབ་ཀི་མ་རེད།
ད་དཔལ་འབྱོར་དེ་ཡར་རྒྱས་འགྲོ་བའི་ལོ་ལ་བརྒྱ་ཆ་བཅུ་ལྷག་ཨེ་འདི་འཕར་ཡས་གི་དེ་ཧོབ་དེ་གང་ལ་ཁོང་ཚོ་རྒྱ་ནག་གཞུང་གི་དེ་བྱེད་མ་ཐུབ་བ་ཡིན་ན་ཨ་ནི་ཁོང་ཚོ་གཞུང་ལ་ཏན་ཏན་དཀའ་ངལ་འཕྲད་ཀྱི་རེད་གང་བྱེད་ན་ན་རྒྱ་ནག་གཞུང་གི་ཨ་མདའ་འཛིན་སྐྱོང་བྱེད་ཀྱི་གོ་སྐབས་ར་ཡས་འདི་གཙོ་བོ་ཁོང་ཚོ་གི་མི་མང་ལ་ག་རི་ལག་ཡོད་ལ་ན་ང་ཚོ་གི་དཔལ་འབྱོར་ཡར་རྒྱ་བཏང་གི་ཡོད་ཁོང་ཚོ་གི་ད་དོན་དག་ཅིག་གཙོ་བོ་འདི་ད་ག་རང་བཤད་ཀྱི་ཡོད་རེད་འདི་མཉམ་དུ་ཁོང་ཚོ་གི་ག་བྱེད་ཡོད་ལ་ན། རྒྱ་ནག་གཞུང་ལ་ཁས་ལེན་མ་བྱེད་མཁན་དང་ངོ་རྒོལ་བྱེད་མཁན་ལ་དྲག་གནོན་ཤུགས་ཆེན་པོ་བྱས་ཡོད། སོ་རྒྱ་ནག་གཞུང་འདྲ་བོ་ཨེ་འདྲས་ཅིག་དྲག་གནོན་གཞུང་ལ་གཞུང་གི་སྲིད་ཇུས་ལ་ཁས་མ་ལེན་མཁན་དང་ངོ་རྒོལ་བྱེད་མཁན་ག་དུས་ན་ཡོང་གི་རེད་ཡིན་ན་དཔལ་འབྱོར་ཡར་རྒྱས་འགྲོ་བའི་སྐབས་ལ་དེ་ཚོ་རུ་ཁག་དེ་ཚོ་ལོག་ཨ་ལོག་ཨ་བྱས་དམིགས་བསལ་གྱིས་མཉམ་དུ་ཡོང་མཁན་གྱི་དེ་གོ་སྐབས་ཞེ་དྲག་རག་གི་ཡོད་མ་རེད། ཡིན་ན་ཡང་དཔལ་འབྱོར་ཧོབ་དེ་ག་ན་འདུག་རོ་བྲོ་དེ་ག་ན་དེ་རུ་ཁ་ལོ་ག་ལོ་ག་ལོ་ག་མང་པོ་དེ་ཁོང་ཚོ་རྒྱུ་མཚན་ལོ་ག་ཡོད་ན་ཨེ་བརྫམ་ལུང་པ་ལུང་པ་ཁ་གང་བརྫངས་ལ་དཔལ་འབྱོར་འདུག་རོ་བྲོ་དེ་ག་ན་དེ་ཚང་མ་མཉམ་དུ་ཡོང་ཨ་ནི་གཞུང་ལ་ངོ་རྒོལ་བྱེད་ཡས་དེ་ཚོ་ཡས་ནུས་པ་དེ་ཤུགས་ཆེ་རུ་དང་ཆེ་རུ་འགྲོ་གི་འདུག་ཨ་སོ་ཡིན་ན་ཡང་ཁོང་ཚོ་གིས་དཔལ་འབྱོར་གྱིས་རྒྱ་ནག་གཞུང་ལ་དེ་འདྲའི་ངོ་རྒོལ་བྱེད་མཁན་དེ་ཚོ་ལ་དྲག་གནོན་བྱེད་ཀྱི་ནུས་པ་ཞེ་དྲག་ཤུགས་ཆེན་པོ་ཡོད་རེད། ཁོང་ཚོ་དམག་མི་དང་ཉེན་རྟོག་པ་བཅས་བརྩིས་ན་ས་ཡ་མང་པོ་ཡོད་ར་སོགས་ཡིན་ན་ཁོང་ཚོ་གིས་གཞུང་གི་དེ་རྒྱུད་རིང་མུ་མཐུད་ནས་གནས་ཀྱི་གཙོ་བོ་གཅིག་དེ་གཞུང་ནང་ལ་ད་ལྟ་བཞུགས་མཁན་དཔོན་པོ་ཁག་དང། ཚོང་པ་ཁག་མཐོ་བོ་དེ་ཚོ་མཉམ་རུབ་བྱས་བ་ཡིན་ན་གཞུང་འདི་མུ་མཐུད་ནས་གནས་ཐུབ་ཀྱི་རེད། ཡིན་ན་ཡང་དཔལ་འབྱོར་ལ་ཅིག་སྡུག་ཅག་ཆགས་དུས་གང་ན་གཞུང་གི་སྲིད་ཇུས་འགྱུར་བ་ཁེལ་གོ་གལ་དུས་གང་ན་རུ་ཁག་ཅིག་ལ་གནོད་བྱུང་རུ་ཁག་ཅིག་ལ་ཁེ་ཕན་བྱུང་ཨེ་འདྲ་བྱས་དུས་གང་ན་ཁོ་ཚོ་གཞུང་གི་གཞུང་ནང་ལ་ཅིག་མཉམ་འཁྲུག་བྱུང་དུས་གང་ན་ཨ་ནི་གཞུང་ལ་དངོས་གནས་ཀྱི་ཉེན་ཁ་དེ་ཡོང་ངེས་ཡོང་སྲིད་བ་རེད།
ལསསྟོད་མི་ད་ད་ལྟ་ཅིག་བསྟན་འཛིན་ལགས་གསུངས་པ་ནང་བཞིན་གྱི་རྒྱ་ནག་གི་དཔལ་འབྱོར་དང་ཆབ་སྲིད་དང་འབྲེལ་བ་དམ་ཟབ་ཡོད་པ་ནང་བཞིན་གྱི་ཅིག་ད་ཆབ་སྲིད་གཅིག་པོ་མ་ཡིན་པའི་དེ་རྒྱ་ནག་མི་མང་དང་རྒྱ་ནག་གཞུང་དང་རྒྱ་ནག་གི་ཤེས་ཡོན་ཅན་ཚང་མ་ག་རེ་ཟིག་འདོད་ད་ལྟའི་དུས་སྐབས་འདི་ད་ང་ཚོ་པའི་རྒྱ་ནག་མི་མང་འམ་པའི་སེམས་པ་སྐྱབས་བཅོལ་ས་མེད་བར་མ་ཟད་པའི་རྟ་རྒྱག་ན་ཁ་ཕྱོགས་གང་བ་འགྲོ་བ་ཡས་ཆོལ་ཁ་འགྲོ་དགོས་ན་ཡོན་ཆོལ་ཁ་འགྲོ་དགོས་ན་ཡང་ན་གཅིག་རྟ་ཁག་གཅིག་གིས་ཟེར་ན་ང་ཚོ་སྔས་དམག་གི་དཔེ་ལྟར་མར་ཕུག་ལམ་ཁ་རང་ཕྱིར་ལོག་རྒྱག་དགོས་གི་ཟེར་བ་གཅིག་དང་ཡང་གཅིག་གིས་ཟེར་ན་རྟ་ང་ཚོ་དཔེ་ལྟར་མདུན་ལམ་རྒྱ་ནག་གཅིག་ཡོད་བ་དེ་ནུབ་ཕྱོགས་ཀྱི་མང་གཙོ་དང་རང་དབང་ཁྲིམས་ཀྱིས་སྐྱོང་བའི་ལམ་ལུགས་བསྟི་གནང་བ་དཔེ་ལྟར་འདྲེ་རྟ་འབབ་མགྱོགས་སུ་གཏང་དགོས་གི་འདུག་ཟེར་རྟ་རྩོད་པ་མང་པོ་གཅིག་ཡོང་གི་ཡོད་ཟེར་བ་རྒྱ་ནག་ནང་ད་ལྟ་རྟ། ད་དེ་ཡིས་བྱེད་དང་རྩོད་པའི་དུས་ཚོད་ཨ་མདོ་དེ་ཨ་མདོ་དེ་གང་ཟེར་དེ་གསུམ་ནང་བཞི་རེད།

གཉིས་པ་དེ་ཡིན་ན། མང་པོ་གཅིག་གིས་ཟེར་ཡག་བྱས་པ་ཡིན་ན་ད་རྒྱ་ནག་དཔལ་འབྱོར་དེ་ཡར་རྒྱས་འགྲོ་སྐོར་དེ་ལས་ཡིན་ན་ལས་འདས་པའི་ལོ་བཅུ་བཅུ་སྐོར་མ་བལྟས་པ་ཡིན་ན་ད། དང་པོ་དེ་རྒྱ་ནག་རྒྱུ་རྫིག་པོ་དང་ད་ལྟ་དེ་ཡག་པོ་ཆགས་ཡ་དེ་ཡིན་ན་ད་ཕྱི་རྒྱལ་བཟོ་རེ་མ་དགུ་ཞིབ་ཕྱིན་ཕ་བ་ན་ལོག་ད་བཟོ་རེ་ན་ལོག་ལ་ཡ་ད་ག་སོ་རེ་གཅིག་ཅར་ལ་མ་དགུ་ཟིབ་ཟོས་ཕྱི་རྒྱལ་བཙོང་དེ་འདྲས་བྱས་བྱས་ཡིན་ན་ད་སྒེར་གྱི་ནུས་པ་དང་སྒེར་གྱི་སྙིང་སྟོབས་དང་ལས་ཀ་དང་དེ་ཚོར་བརྟེན་བྱས་ཡིན་ན་ད་སྤྱི་དང་ག་སོ་རེ་གཅིག་གི་ནུབ་ཕྱོགས་ཀྱི་ཁྲོམ་ར་ཅན་གྱི་ད་དཔལ་འབྱོར་གང་གི་འདིར་བ་འདི་འདྲར་བརྟེན་བྱས་ཡོང་སྐོར་བ། ད་ཡིན་ན་ལས། གཅིག། འདས་པའི་ལོ་ཁ་ཤས་ལྷག་པར་དུ་སྤྱི་ལོ་ཉིས་སྟོང་བརྒྱད་ལོ་ལ་ཡང་ཡིན་ན་གཅིག་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་ཡིན་ན་དཔལ་འབྱོར་དཀའ་ངལ་འཕྲད་པའི་རྗེས་ལ་ཡིན་ན་རྒྱ་ནག་ལ་འགྱུར་ལྡོག་ཆེན་པོ་ཞིག་ཕྱིན་པ་རེད་དེ་ག་རེད་ཟེར་ན། འདིའི་སྔས་ལ་ཡང་སྒེར་གྱི་བཟོ་གྲྭ་དག་གིས་བཟོས་ནུས་པ་ཆེན་པོ་ཡོད་པ་དེ་ག་ལི་ག་ལི་ཡིན་ན་ཆུང་ཆུང་ཆུང་ཆེན་ཆེན་ད་ད་རེ་སྐྱེས་ཚེ་ཡིན་ན་གཞུང་གིས་ད་བཟོ་ཚོང་ལས་ཁང་ད་དེ་རྡོ་སྣུམ་སྟོན་ས་ནས་གཞུང་གིས་བཟོ་ཚོང་ལས་ཁང་ད་དོ་ཆེན་པོ་ཞིབ་བཤེར་བྱས་ད་གཅིག་དངུལ་ཁང་གི་བ་ལོན་ཏེ་ག་དེ་ག་ག་ཁོ་ཚོས་ཐིམ་ཕྱིན་ཁོ་ཚོས་གླན་ཕྱིན། གང་ག་ཅི་དུས་ད་ཁོ་ཚོའི་ནུས་པ་ཆེ་རུ་ཞི་བ་ཕྱིན་ཆད་ད་དེ་ཚོའི་བཟོ་གྲྭ་དེ་ཚོའི་ག་ཚོད་རེད་ད་གོ་སྒྲིག་དེ་ཚོ་ཡིན་ན་གཅིག་བྱེད་དུས་ཚོད་མ་དམར་ཤོག་གོ་སྒྲིག་ཡིན་པ་ཁ་ཤས་བཟོ་གྲྭའི་བདག་པོ་ཡིན་པ་གཞུང་དང་སྒེར་གྱི་བར་དུ་ལ་འབྲེལ་བ་གསལ་མེད་པ་ཚོང་པ་དང་དཔོན་པོའི་བར་དུ་ལ་འབྲེལ་བ་དེ་གསལ་མེད་པ་ཅག་ད་འདི་གས་ཆགས་དུས་ཚོད་མ་མ་ཚང་འཁོར་ནས་སྔ་མོ་ནས་ཡིན་ན་ལྐོག་སོ་རུལ་སུངས་དེ་ཚོ་ཡོད་པའི་གང་རེད་ཡིན་ན་ད་ད་རི་སྐད་ས་ལྐོག་སོ་རུལ་སུངས་དེ་མི་མང་གི་སེམས་ལ་ཡག་ད་ག་ས་ན་བ་མ་འགྲོ་ཡག་ད་ཤུགས་ཆེ་རུ་ཞི་བ་ཕྱིན་པ་དང་ད་ལྟ་བསྟན་འཛིན་ལགས་གསུངས་པ་ནང་བཞིན་ཅེ་ཅེ་ཡིན་ན

ངོ་རྒོལ་བྱེད་ཡག་དང་ད་ག་འདྲ། དཔལ་འབྱོར་རྨང་གཞིར་འཛིན་པའི་ག་འདྲ་རྒྱ་ནག་ནག་ལོག་ལ་ཡ་ད་ལྟ་ཚུལ་མ་འདྲ་དེ་འདི་གཉེར་ནས་ཡོད་པ་དེ་ཡིན་ན་དར་གེར་ད་ཕྱི་ལ་དོན་བྱས་མངོན་གསལ་དོད་པོ་ཞུ་ཕྱག་བྱས་ཡིན་ན་ད་ཏི་ངས་བྱས་ན་ཕལ་ཆེན་མ་འོངས་པའི་ལོ་ཁ་ཤས་ཤིག་ནག་ལོག་ལ་ཡ་ཕལ་ཆེན་རྡུར་རྡུར་བཟོ་ཡག་གི་མི་ཤེས་ད་ཧ་ལམ་ལམ་སང་ཅིག་སེལ་ཐུབ་ཡ་ད་ཁྱོན་ཡོད་མར་བསམ་གི་འདུག། རེད། བསྟན་འཛིན་ལགས་ད་ད་འདའ་རྣམ་པ་གཉིས་ཆ་གི་རྒྱ་ནག་གི་དཔལ་འབྱོར་དང་ཆབ་སྲིད་དང་འབྲེལ་བ་ཡོད་པའི་སྐོར་བལྟས་པས་ཞིབ་ཅིང་ཕྲ་བ་ཅིག་གསུངས་སོང། ཡིན་ན་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་འགྲོ་གི་ཡོད་བ་རེད་ཆ་སྙོམས་ཀྱི་མི་མང་གི་འཚོ་བ་དེ་ཡར་རྒྱས་འགྲོ་གི་ཡོད་བ་རེད་ཡིན་ན་ད་ལྟ་རྒྱ་ནག་གི་དཀའ་ངལ་གཅིག་དེ་ག་རེད་ཟེར་ན། མི་ཕྱུག་པོ་དེ་ཕྱུག་ཐག་ཆོད་སྐྱོ་བོ་དེ་སྐྱོ་ཐག་ཆོད་སྤྱི་ཚོགས་རིང་ལུགས་ཀྱི་རྒྱལ་ཁབ་གཅིག་གི་ནང་ན་ང་ཡིན་པ་ཡིན་ན་ཅིག་རྒྱ་ནག་དང་རྒྱལ་ཁབ་མ་འདྲ་བ་གཉིས་སུ་ར་གཅིག་འགྱུར་འདུག་ཟེར་ད་དཔེ་དང་དངོས་སུ་དཔེ་དང་བརྙན་ཕུ་དྲ་དེ་འདྲ་ནང་མཐོང་རྒྱུ་འདུག་གཅིག་ཁྱེད་རང་དཔལ་འབྱོར་ཉམས་ཞིབ་པ་གཅིག་གི་དངོས་གནས་ཅིག་བལྟས་པ་ཡིན་ན་རྒྱ་ནག་སྤྱི་ཚོགས་རིང་ལུགས་དང་ལྷག་པར་དུ་སུ་གཞན་པ་ལ་བསྟུན་མི་དགོས། དམར་ཤོག་ཚོགས་པ་གཅིག་གི་དབང་ཆ་ཟིན་པའི་རྒྱལ་ཁབ་དེའི་ནང་གི་ཕྱུག་པོ་དང་སྐྱོ་བོ་དེ་ཚོ་གཅིག་ཆ་མཉམ་དུ་སུ་གཅིག་ཡོང་ཐུབ་ཡོང་ཡོང་བ་བྱས་པ་ཡིན་ན་གཅིག་གཅིག་མི་ཐུབ་ཡ་དེ་འདྲ་ག་ཡོད་ཀྱི་མ་རེད་བསམ་གི་འདུག་ཡིན་ན་ད་ལྟ་བས་འདི་ལྟར་རྒྱ་ནག་གི་སྐྱོ་བོ་དང་ཕྱུག་པོ་གི་ཁྱད་པར་དེ་ཆེན་པོ་ཞིག་ཡོད་ཀྱི་འདུག་དེ་ཁྱེད་རང་གི་ལྟས་ན་ག་རེ་བྱས་ནས་ཡོང་གི་ཡོད་རེད་བསམ་གི་འདུག།
རྒྱ་ནག་ནང་ལ་དཔལ་འབྱོར་ཡར་རྒྱས་འགྲོ་ཡས་འགྲོ་ཡས་དེ་ཡང་ཚོད་ཀྱི་ཤེས་བདེ་བ་ལ་དེའི་གོང་དུ་སོང་བ་ན་བཞིན་རས་ཁོང་ཚོ་གི་དཔལ་འབྱོར་དེ་ཉིན་རེ་རེ་ལ་ཡོང་འབབ་བབ་ཡོང་དེ་ཡང་ན་རྒྱ་ནག་གཞུང་རྒྱ་ནག་ཧན་ད་ཡས་ལུང་པ་ད་དམིགས་བསལ་བཅུག་པ་མ་རེད་ལོ་ལ་ཨ་སྒོར་སྟོང་དང་གསུམ་ལྷག་མེད་འགྲོ།

མི་མང་ལ་དམིགས་བསལ་གྱི་ཁ་ལོ་ཐོབ་ཐང་མེད་བའི་གི་ར་ལས་ཡོད་རེད་གང་ཕྱིན་ལབ་ན་རྒྱ་ནག་ནང་ལ་ལྐོག་ཟ་རིག་གཟུང་འདི་ཤུགས་ཆེན་པོ་ཆ་ཡེ་ཨ་ནི་རྒྱ་མི་རིགས་མི་མང་ལ་འདི་རྣམ་པ་འདི་དཔེ་རྣ་བ་མ་འགྲོ་ཡའི་དོན་དག་འདི་ལྐོག་ཟ་རིག་གཟུང་དཔེ་ཤུགས་ཆེན་པོ་དར་ཡོད་རྒྱ་ནག་གཞུང་གི་ཨ་མདའ་འཛིན་སྐྱོང་བྱེད་སྟངས་འདི་ལྟ་བ་ཡིན་ན་གཞུང་ནང་ལ་ཐོབ་ཐང་ཡོད་མཁན་དང་ལས་ཀ་ཡོད་མཁན་གཙོ་བོ་དེ་ཚོ་གཞུང་གི་ལས་བྱེད་ཨ་ནི་རྒྱ་ནག་གཞུང་གི་གྲོང་སྡེ་ཁག་ཆེ་དེ་ཚོ་ནང་ལ་བཞུགས་མཁན་ཨ་ནི་ཚོང་པ་ཁག་ཆེན་པོ་དེ་ཚོ་གིས་གཞུང་ཟིན་བསྡད་ཡོད་རེད་ཨ་ནི་ཁོང་ཚོ་གི་ཁེ་ཕན་དོན་དག་ལ་གཞུང་འདི་གནས་བསྡད་ཡོད་རེད་ཨེ་འདྲ་ཡིན་དེ་ག་ལ་ཁོང་ཚོ་གི་མི་ག་ཡིན་ན་གཅིག་པ་རེད

གྲོང་རྒལ་ཁག་དེ་ཚོ་ལ་ལས་ཀ་བྱེད། ཁོ་ཚོ་གི་ཆ་ལག་དེ་ཚོ་དངོས་ཟོག་དེ་ཚོ་ཚང་མ་བཟོས། གཞུང་གིས་ཁོ་ཚོ་ལ་སློབ་གྲྭ་ཁག་དང་འཕྲོད་བསྟེན་གྱི་ཐོབ་ཐང་སྟེར་གྱི་ཡོད་མ་རེད། དོན་དག་འདི་གཙོ་བོ་ད་ག་རང་རེད་གཞུང་ལ་མི་མང་གི་ཐོབ་ཐང་དང་དབང་ཆ་མེད་དེ་ག་ལ་དཔལ་འབྱོར་ཡར་རྒྱས་འགྲོ་ནའི་དཔལ་འབྱོར་ཡར་རྒྱས་འགྲོ་བའི་གི་ཁེ་ཕན་གླེང་མཁན་དེ་གཞུང་ཟིམ་མཁན་དེ་ཚོ་གི་མ་གཞི་མི་མང་ལ་ཞུ་ཞུ་ཁེ་ཕན་ཞེ་དྲག་མ་བབ་ཀྱི་ཡོད་མ་རེད།

ཨ་ནི་རྒྱུ་རྫི་གུ་ཆང་བསྙལ་ཏེ་གང་གི་ལོག་སྤོམ་པོ་ཏི་གའི་དང་དབང་བྱེད་དང་དབང་བྱེད་དང་རྒྱུ་རྫི་བསྙལ་ཏེ་གང་གི་ལོག་སྙེམས་དོར་དྲི་དུས་སེམས་པ་དང་མི་མང་བཅས་ཀྱི་འདོད་སེམས་པའི་ནག་ལོག་ལ་ཡང་སྤྱི་དང་གི། མི་རྒྱུ་རྫི་གུ་ལ་ཡང་རྣ་བ་མ་འདྲོག་དང་ཁོང་ཁྲོ་བྱེད་པའི་བཅུ་སྐོར་མ་ཡིན་པར་ཁོ་ཁོང་ཁྲོ་ཆ་ཁོ་ཁོ་རྒྱུ་རྫི་གུ་ཆགས་སྡང་འཁོར། དཔེར་དུ་དབང་བྱེད་གང་ཆུད་མ་ཆུད་བོད་ཆུ་དང་དང་ལྐོག་ཟ་རུལ་སུངས་དང་ཨ་ནི་སྤྱི་ཚོགས་ཁོ་རའི་ག་ས་བའི་གྲགས་མགོ་མེད་པ་བཅས་བྱས་ཨ་རྒྱུ་རྫི་གུ་ཆགས་པ་ཡིན་དུས་སེམས་པ་དང་དེའི་ཁྱད་ཆས་ཡིན་ན་དབུལ་ཕྱུག་གི་འབྲེལ་བ། གྱི་ཆེན་པོ་ཡོད་པས་དེའི་ངོ་བོ་སྦྱོར་བ་སྟེ་ཡིན་ན་སྤྱིར་བཏང་གི་རྒྱལ་ཁབ་གཞན་པ་དང་མ་འདྲ་བ་ཞིག་ཡིན་ན་ཉེན་ཁ་ཆེན་པོ་ཞུ་ཆོག་ལ་ཆབ་སྲིད་རིག་པའི་ཐོག་ནས་བལྟས་པ་ཡིན་ན་གལ་སྲིད་མི་མང་ངོ་རྒོལ་བྱེད་ཡག་གི་བསམ་བློ་ཞེ་དྲག་ཤུགས་ཆེ་ཡག་རེད། བསྟན་འཛིན་ལགས་ད་རྒྱ་ནག་གི་འབྱོར་ལྡན་པ་ཁྱེད་རང་གི་ལྟ་ཅི་གོང་དུ་གསུངས་པ་ནང་ཞིང་གི་ཅི་འབྱོར་ལྡན་པ་མང་པོ་བཅས་གཞུང་གི་དབང་ཆ་ཟིན་མཁན་དང་གྲོང་ཁྱེར་ནང་བསྡད་མཁན་དེ་རེད་ཟེར་གྱི་འདུག་ཡིན་ན་ད་ང་ཚོ་ཅིག་བལྟས་ཡོང་ན་རྒྱ་ནག་གི་ཁྲིམས་འགལ་དང་དེ་ནས་ལྐོག་ཟ། དེ་ནས་ད་ཐ་ན་རྦད་དེ་ཚོང་ཁང་གི་བྱ་གླག་བཙོང་ཡ་དེ་བཟོས་ན་དུག་བརྒྱབ་ཅེས་མི་མང་གི་འཕྲོད་བསྟེན་ནང་དེ་འདྲ་མང་པོ་ཅིག་ཡོང་གི་ཡོད་རེད་དེ། རྒྱ་ནག་གི་བེད་དེ་ད་ལྐོག་ཟ་བྱས་ནས་སོ་སོ་ཕྱུག་པོ་ཆགས་མཁན་མང་པོ་ཅིག་རྒྱ་ནག་ནང་ན་བསྡད་གི་མི་འདུག་བ་ཕྱི་རྒྱལ་ར་དེ་འདྲ་ཕྱིན་ཆད་བེད་དེ་བརྟན་པོ་ཡོད་ས་དེ་འདྲ་བེད་བྲོས་འགྲོ་མཁན་མང་པོ་ཅིག་འདུག་ད་ཁྱེད་རང་དཔལ་འབྱོར་ཉམས་ཞིབ་པ་ཅིག་གི་ཐོག་ནས་ཅིག་བལྟས་ཡོང་པ་ཡིན་ན་ཅིག་ད་ལྟ་བར་དུ་ཅིག་རྒྱ་ནག་གི་ལོ་རེ་རེ་བཞིན་རྒྱ་ནག་གི་གཞུང་གི་འགོ་ཁྲིད་ར་དེ་འདྲ་གི་བེད་དེ་གཞུང་གི་བེད་ཤ་དེ་ལྐོག་ཟ་བྱས་ནས་རྐུ་མ་རྒྱབ་ཅིག་ཕྱི་རྒྱལ་ཁག་བྲོས་འགྲོ་གི་ཡོད་བ་དེ་རྒྱ་ནག་དཔལ་འབྱོར་གི་ཅུང་ལོ་རེ་ག་ཚོད་ཟིག་ཅིག་རག་གི་ཡོད་ན།
ལའང་ད་འདི་ང་རང་གི་ཨེ་དེ་ཁྱེད་ཚོད་དཔག་བྱེད་དགོས་མི་འདུག་རྒྱ་ནག་གཞུང་གི་རང་དབུས་གཞུང་གི་དབུས་དངུལ་ཁང་གི་འདི་གི་ཁོང་ཚོ་གི་ཨེ་དེ Statistics སྟོན་གནང་བ་ལ་གཅིག་སྟོང་དགུ་བརྒྱ་དགུ་བཅུ་ནང་ནི་ཧན་ད་སུ་ཉིས་སྟོང་ལྔ་ལྷག་ལ་རྒྱ་ནག་གཞུང་ནི་སྟོང་དཔོན་པོ་སྟོང་དང་ཉི་ཤུ་ལྷམ་ཧ་ལམ་སྟོང་དང་ཉི་ཤུས་རྒྱ་ནག་ནི་བོད་ནི་ལྐོག་ཟ་རུལ་སུངས་བྱེད་ནི་ཆེད་མཁས་ཁག་དེ་བ་ལ་འགྲོ་འདུག་ཨ་ནི་ཁོང་ཚོ་གིས་རྒྱ་ནག་གཞུང་ནི་ཨ་སྒོར་གཅིག་སྟོང་མེད་ཨ་སྒོར་བརྒྱ་དང་ཐེར་འབུམ་བརྒྱ་དང་ཉི་ཤུ་ལྐོག་ཟ་རེ་ཟུང་བྱས་འདུག་དེ་འདྲའི་དཔོན་པོ་རེ་རེ་ལ་དཔའ་བོ་བ་ཡིན་ན་དཔོན་པོ་རེ་རེ་གིས་ཨ་སྒོར་ས་ཡ་བདུན་ལྷག་གླེང་བ་གཅིག་པ་རེད།
ལས་དེ་ནི་ད་དབང་ཚུལ་ལ་ད་ཅིག་རྒྱ་ནག་གཞུང་གི་ཅིག་མི་འབོར་མང་པོ་ཅིག་རྒྱལ་ཁབ་ཆེན་པོ་ཅིག་ཅིག་རིམ་པ་ཁག་ལ་མ་སོང་ན་ཅིག་མང་དྲགས་བའི་རྐྱེན་གྱིས་ཅིག་གཞུང་གི་སྲིད་ཇུས་རྦད་དེ་ཐོས་ནས་རྦད་དེ་སྒང་ནས་ཡག་པོ་ཅིག་གཏན་འབེབས་བྱས་བས་ན་མ་མ་རྦད་དེ་རིམ་པ་ཅིག་ནས་མ་གཞི་རིམ་པ་དེ་སླེབས་དུས་དང་པོའི་ཕུགས་ནི་ཡག་པོ་ཡོད་པ་སྟེ་ཡག་པོ་མེད་པ་ཅིག་འགྱུར་འགྲོ་བ་འདི་འདྲ་མང་པོ་ཅིག་འདུག་དེ་ཡོད་དགོས་པའི་རྒྱུ་མཚན་དེ་དམིགས་བསལ་གྱི་ཁེ་ཕན་དོན་གཉེར་པའི་ཚོགས་སྡེ་མང་པོ་སྤྱི་སྒེར་མང་པོ་ཅིག་འདུག་གཟིགས་ད་ཉམས་ཞིབ་པ་མང་པོ་ཅིག་ར་རྩོམ་འདྲ་དེ་འདྲ་མང་པོ་ཐོན་ཡོང་གི་འདུག་དེ་རྒྱ་ནག་གི་ད་དམིགས་བསལ་གྱི་སྤྱི་སྒེར་ད་དམིགས་བསལ་གྱི་ཁེ་ཕན་དོན་གཉེར་པ་དེ་ཚོ་སུ་སུའི་གོ་དགོས་ཀྱི་རེད་ད། ད་དམིགས་བསལ་དོན་གཉེར་པ་ཟེར་ན་ད་མང་པོ་ཞིག་གོ་ཡ་ཡོད་ར་དཔེ་འཇལ་བྱ་ཡོད་ན་ཅིག་གི་རྒྱ་ནག་གི་གློག་གི་འདི་འཛུགས་སྐྲུན་གྱི་ཉེ་དུ་ཚུ་ཡང

ད་དེ་ཡིན་ན། གཙོ་བོ་དེ་ག་སོར་ཡ་ཞིག་གིས་རྒྱ་ནག་ནང་ལོག་ལ་ད་དེར་ཁེར་ཤུགས་ཆེ་དྲུག་འདུག་ཨང། ད་དེ་ཡིན་ན། གཅིག་བྱེད་དུས་ཙམ་པ། དམིགས་བསལ་གས་མ་རེད་རྒྱ་ནག་ལ་ཡ་ཨ་མི་རི་ཀར་ཡིན་པའི་ནས་ལས་ཨ་མི་རི་ཀའི་ནང་ལོག་ལ་ཡ་ཞིག་གིས་སོ་སོ་སོའི་ཁེ་ཕན་ཡོད་ཉེས་ཀྱི་ཚོགས་པ་མང་པོ་ཞི་བ་བྱོས་ཡོད་རེད། ད་རྒྱ་ནག་གི་མ་འདྲ་དེ་ག་རེ་རེད་ཟེར་ན། རྒྱ་ནག་ནང་ལོག་ལ་ཡ་ད་ཨ་མི་རི་ཀའི་ནང་འདྲ་ཡིན་ན་ཚོགས་པ་ཡོད་ནས་ཚོགས་པ་དེ་གང་ག་ལོག་སྙེམས་དོ་མ་དོན་བཅས་གཅིག་གས་རེད་ལབ་གཅིག་གས་མ་རེད་ལབ་ཕི་ག་ཡ་ཅིག་གིས་ཅང་ཤེས་སོབ་དོར་བྱས་ཕི་གའི་དྲན་གདུང་སོབ་དོར་བྱེད་སོ་ཡོད་རེད་པ། ད་རྒྱ་ནག་དེ་པན་ཆེ་ཤ་ན་བོད་ག་སོབ་དེ་ཡིན་མིན་ན་ད་རྒྱ་ནག་བོད་འཛིན་མཁན་གྱི་ད་ཚོ་མི་དེ་ཚོས་ཅིག་བཤད་པ་འདི་ལ་ཡང་ད་ཁྱོད་ངོ་རྒོལ་བྱེད་ས་ཅི་ཡོད་མ་རང་དེ་མེད་དུས་སམ་བ་ད་ག་ད་ཁོ་རང་ཚོ་ཁེ་བན་ཡོ་ཉེ་ཚོགས་པ་དེ་ཚོས་བེད་དེ་དབུས་གཞུང་གི་སྲིད་ཇུས་དང་ཨན་ཐ་ན་རྒྱ་ནག་རྒྱལ་ཁབ་ཀྱི་ག་ད་ད་མ་འོངས་པའི་ལས་དབང་སོགས་རེད་དེ་ཚོ་རང་ཁོ་རང་ཚོའི་ཁེ་བན་གི་ཆེད་དུ་སྒེར་གི་ཁེ་བན་ཆེད་དུ་ཡིན་ན་གཟིམ་བྱེད་བསྡད་པའི་ཟུར་གྱི་མཐོང་ཚུལ་བ་ད་གཉིས་ནི་རྒྱ་ནག་ནང་གི་དམིགས་བསལ་གི་གནས་སྟངས་ཅིག་ཆགས་བསྡད་པ་རེད། ལོས་དེ་རིང་ང་ཚོ་རྒྱ་ནག་གི་ཆབ་སྲིད་དང་དཔལ་འབྱོར་ད་ག་ནང་བཞིན་གྱི་གུང་ཁྲན་ཏང་བརྟན་ལྷིང་ཡིན་མིན་ཐོག་ཏུ་གྲངས་ཉུང་མི་རིགས་དང་བོད་པ་ལ་དྲག་གནོན་བྱེད་རྒྱུ་ཞིག་ཆེ་རུ་འགྲོ་གི་ཡོད་པ་འདི་ལ

ཇི་སྐོར་བརྩི་བ་ཡིན་ན་བོད་ནང་ནས་ཁོང་ཚོ་གི་གཏེར་ཁ་སྔོག་འདོན་བྱེད་ཀྱི་དམིགས་བསལ་གྱི་ངེས་འཆར་ལ་བོད་ནང་ལ་གཏེར་ཁ་སྔོག་འདོན་གསར་བ་མང་པོ་ཅིག་བྱས་དེ་བརྩི་བ་ཡིན་ན་ཕོན་ཞེ་དྲག་ཆེན་པོ་རེད་ཨ་ནི་གོང་དུ་ངས་ལབ་པ་ན་བཞིན་བོད་མི་མི་མང་དཀྱུས་མ་དེ་ཚོ་ལ་བརྒྱ་ཆ་དགུ་བཅུ་ལྷག་གྲོང་གསེབ་ཁག་བསྡད་མཁན་དེ་ཚོ་ད་དུང་ངས་རྒྱ་ནག་འཛིན་སྐོམ་འཛིན་སྐྱོམ་བྱས་ནས་དམིགས་བསལ་གྱི་ཞི་དར་ཞི་དར་ཁེ་ཕན་སྤྲོ་ཡོད་མ་རེད་འཕྲོད་བསྟེན་ལ་བརྩིས་ན་རེད་སློབ་གསོ་ཁག་ལ་བརྩིས་ན་རེད་གཞུང་གི་ཕ་ཁོ་ཚོ་དོན་དག་ལ་འགྲོ་སོང་ཞི་དར་སྟོན་ཡས་ཡོད་མ་རེད་འགྲོ་སོང་ཚང་མ་མང་ཆེ་ཧན་རྒྱ་ནག་རྒྱ་ནག་ནས་སྤེལ་བའི་ཧན་མི་རིགས་དེ་ཚོ་གནས་སྤོས་བྱེད་མཁན་དང་བོད་མི་ཁ་ཤས་ཤིག་གཞུང་ལ་དེ་བ་ཡོད་མཁན་ཞིང་རྒྱུ་ནས་ལས་ཀ་ཡོད་མཁན་དེ་ཚོ་ལ་འགྲོ་གི་ཡོད་རེད་གཏེར་ཁ་སྔོག་འདོན་བྱས་རྗེས་ཀྱི་དམིགས་ཡུལ་དེ། འགྲོ་སྟངས་དེ་རྒྱ་ནག་ལ། རྒྱ་ནག་ཁྲིམས་ནང་ལ། གཏེར་ཁ་སྔོག་འདོན་བྱས་ནས་དེ་ནས་ར་ཡ་དེ་ཚོ་ཚང་མ་གཞུང་གི་རེད་ལ་ནི། ཁོང་ཚོ་གི་ཐག་ཆོད་ཡོད་རེད། གཞུང་གི་རེད་ལ་དེ་གང་ན། དེ་གཡས་གཡོན། དེ། བོད་མི་གི་ས་ལ་བཞུགས་བཞུགས་འགྲོ་སོང་བཏང་དགོས་ཁོང་ཚོ་གི་དེ་མཐོང་གི་ཡོད་མ་རེད། ཚང་མ་གཙོ་བོ་དེ་རྒྱ་ནག་ཤར་ཕྱོགས་ལ།

གྲོང་གསེབ་སྐྱོབ་གསོ་དང་རོགས་པ་བྱེད་སྐོར་བསམ་ནས་ད་ཁོ་རང་ཚོའི་གཞུང་གི་འགྲོ་སོང་དེ་གས་འཕྲོག་བརླག་བཏང་དཔོན་པོ་དེ་གས་དེའི་ཨ་ལས་ཁ་ལག་ཟས་པ་དང་དེ་གས་ཁོ་རང་དངུལ་དེ་གས་བཏང་སྐོར་དེ་ཚོ་ཚེ་ཕྱི་དེ་སྙེད་འཁོར་ནས་དང་པོ་འཁོར་ནས་དངུལ་སྐོར་སྒོ་ཤི་བརྒྱབ་དུས་མི་སྐྱོ་ས་དང་ས་ཁུལ་སྐྱོ་ས་དང་དེ་ཚོ་ལ་ཡང་འཛུགས་སྐྲུན་བྱེད་ཡག་ལ་ཡང་བེད་སྤྱོད་བཏང་པས་ན་ཨ་ནི་གཅིག་ལས་ཁུངས་རྫི་ཁུ་གཅིག་གྲོང་གསེབ་སྐྱོབ་པ་བཅས་ལ་བཏང་བའི་རྒྱུ་མཚན་ཁོ་རང་ཡོད་མ་རེད་ལས་ཁུངས་རྫི་ཁུའི་རྫི་ཁུ་དེ་གཞུང་གི་དངུལ་རེད་མི་ཞིང་ཁོ་རང་ཚོ་འཇོན་པྲ་ནི་རང་སྐྱོང་གི་འདི་དངུལ་གས་མ་རེད་བ། ལ་སི་ཏི་ནི་ལྷ་ཟུང་དེ་ཀ་ལེན་པུར་ནས་ཚེ་དབང་དཔལ་འབྱོར་ལ་ཡོད་ཚེ་དབང་དཔལ་འབྱོར་ལ་ཁྱེད་རང་གས་དེ་ག་པུར་ཐོན་ཡོད།
ངས་ད་བསྟན་འཛིན་བཀྲས་ཁང་ལ་ནི་ཁོང་ལ་བཀའ་འདྲི་ཞུ་ཡས་ཡིན། བསྟན་འཛིན་ལགས་ཀྱི་ཟང་ཆེ་སོང་སོང་བོད་ལ་ནི་རྒྱ་ནག་གཞུང་གིས་ནི་ཁོང་རང་དཔལ་འབྱོར་གྱི་ནི་ཁོང་གི་སྲིད་ཇུས་དེ་གཅིག་དམག་མིས་ནི་ཁོང་ཡར་རྒྱས་བཏང་ཡས་དང་དམག་མིས་ནི་ཁོང་ཐིག་ཐོག་གནང་གི་རེད་གསུངས་སོང། ངས་བཀའ་འདྲི་ཞུ་ཡས་དེ་ལ་ནི་རྒྱ་ནག་གི་ད་བོད་ལ་དམག་མིས་ཀྱི་ནི་དེ་ག་ཚོད་བྱེད་དགོས་ཡས་རྒྱུ་མཚན་དེ་ཅི་པ་ཀི་སྟང་ནི་ཁོང་རང་ཕྱིན་ཚེ་པེ་ཀ་གྲོགས་པོ་ཡོད་ན་མེད་ན་རེད་ཨ་ནི་ཁོང་རང་འབར་མ་ནི་ཕྱིན་ཚེ་ཡོད་ན་མེད་ན་རེད།

རྒྱ་གར་བར་ལ་ཆགས་ཡོད་རེད་རྒྱ་གར་ལུང་པ་སྟོབས་ཆེན་ལུང་པ་ཅིག་ཆགས་ཡོང་གི་ཡོད་རེད་རྒྱ་ནག་དང་རྒྱ་གར་འདི་ངས་ལ་དམག་འཛིང་འཛིང་ཚར་ཡོད་རེད་ཨ་ནི་ཁོང་ཚོ་པ་རག་ལ་ས་མཚམས་དེ་བར་ལ་ས་ཆ་མང་པོ་ཅིག་ལ་རྙོག་དྲ་ཡོད་རེད་སོ་དེའི་ཐད་འདས་ཁོང་ཚོས་འགྲོ་སོང་ཤུགས་ཆེན་པོ་བཏང་ཡོད་ཅིག་དེ་རེད་ཡིན་ན་ཡིན་ན་བོད་ནང་ལ་ཁོང་ཚོ་གི་འཛིན་སྐྱོང་འདི་བརྟན་པོ་དེ་ལ་དམིགས་ཡུལ་གཙོ་བོ་དེ་རེད། ལོ་ཙཱ་བ་དེ་དེ་རིང་ང་ཟུར་པེད་དུ་ཅིག་ད་དུང་ཡང་རྒྱལ་སྤྱིའི་རྒྱ་ནག་གི་ཆབ་སྲིད་དང་དཔལ་འབྱོར་ར་དེ་འདྲ་སྐོར་ར་ཅིག་མུ་མཐུད་ནས་ཅིག་བགྲོ་གླེང་བྱེད་དགོས་དོན་དོན་ཚན་མང་པོ་ཅིག་ལྷག་འདུག་ར་ང་ཚོ་དེ་རིང་སྐབས་སུ་བབས་པའི་ཡང་དུས་ཚོད་རྫོགས་སོང་ང་ཚོས་གོང་དུ་བསྐྱར་འབྲི་བྱེད་ས་དཔལ་འབྱོར་ཉམས་ཞིབ་པ་བསྟན་འཛིན་གྲྭ་ཁང་ལགས་དང་འདི་ག་པོར་ཁེ་སྡེ་ཚན་གྱི་རྩོམ་སྒྲིག་འགན་འཛིན་ཙི་ཏང་དབང་ཕྱུག་ལགས་རེད་རྣམ་པ་གཉིས་ཐུགས་རྗེ་ཆེ་ད་རང་བཞིན། གཟའ་པ་སེང་གི་ཉིན་མོ་སྟེ་ཡུ་རོབ་རྒྱལ་ཁབ་སུའུ་ཙི་ལན་དེར་བོད་ཀྱི་གློག་བརྙན་དུས་སྟོན་ཞིག་ཚུགས་ཡོད་པ་དེ་རྒྱལ་སྤྱིའི་ཐོག